སྡོམ་གསུམ་ཡེ་ཤེས་ནོར་བུ་ཞེས་པ་ལ་རྩ་བའི་ས་བཅུ་གསུམ། བསྟན་བཅོས་དེ་གང་ཟག་གང་གིས་བརྩམས་པ་དགོས་པ་ཅིའི་ཕྱིར་བརྩམས་པ་དེ་ལྟར་བརྩམས་པའི་བསྟན་བཅོས་ཀྱི་བརྗོད་བྱ་གཏན་ལ་ཕབ་པ་དང་རྩ་བའི་ས་བཅུ་གསུམ་ཡོད་པའི་ནང་ནས་གསུམ་པ། ཞེས་པ་ལ་བརྟེན་པའི་ཉམས་ལེན་ཐམས་ཅད་སྡོམ་པ་གསུམ་གྱིས་བསྡུས་པ་དེ་དེ་གཞུང་གིས་ཇི་ལྟར་བསྟན་པའི་ཚུལ་བསྟན་བྱའི་སྡོམ་གསུམ་གྱི་མཐའ་བཅད་པ་དང་རྩ་བའི་ས་བཅུ་གསུམ་ཡོད་པའི་ནང་ནས། ཨ་ནི་གསུམ་པ། བསྟན་བྱའི་སྡོམ་གསུམ་གྱི་མཐའ་བཅད་པ་ལ་རྩ་བའི་ཟབ་ཆོས་གསུམ་འདོན་པ་སྤྱིའི་ཡི་རྣམ་བཞག་བཀའ་ཟུར་པའི་སྡོམ་གསུམ་ངོས་བཟུང་བ་དེ་ཉིད་ཀྱི་དོན་གཏན་ལ་ཕབ་པ་དང་རྩ་བའི་ཟབ་ཆོས་གསུམ་ཡོད་པའི་ནང་ནས་གསུམ་པ་དེ་ཉིད་ཀྱི་དོན་གཏན་ལ་ཨབ་པ་ལ་རྩ་བའི་ཟབ་ཆོས་དྲུག་སྡོམ་པ་གསུམ་གྱི་ངོ་བོ་ངོས་བཟུང་བ། མ་ཐོབ་པ་ཐོབ་པར་བྱེད་པའི་ཆོ་ག་ཐོབ་པ་མི་ཉམས་ལ་བཟུང་བའི་བསླབ་བྱ་ཉམས་ན་ཕྱིར་བཅོས་པའི་ཚུལ། སྡོམ་པ་གནད་སྟོང་གི་ཚུལ་བཅས་པ་གསུམ་སྟེ་གང་ཟག་གིས་སྡོམ་གསུམ་ཉམས་སུ་ལེན་ཚུལ་བསྟན་པ་དང་དྲུག་ཡོད་པའི་ནང་ནས་ལྔ་པ། སྡོམ་པ་གནས་སྟོང་གི་ཚུལ་བཅས་པ་ལ་རྩ་བའི་ཟབ་ཁྱད་གཉིས་ཏེ་གནས་པའི་ཚེ་གཅིག་དང་ཐ་དད་གང་དུ་གནས་བྱེད་པ་སྟོང་བའི་ཚེ། རིམ་དང་ཅིག་ཆར་གང་དུ་སྟོང་བྱེད་པ་གཉིས་ཡོད་པའི་ནང་ནས་དང་པོ། གནས་པའི་ཚེ་གཅིག་དང་ཐ་དད་གང་དུ་གནས་བྱེད་པ་ལ་གཞན་ལུགས་དགག་པ་རང་ལུགས་ཞེས་པ་རྩོད་པ་སྤང་བ་གསུམ་ཡོད་པའི་ནང་ནས་གསུམ་པ་རྩོད་པ་སྤང་བའི་སྐབས་སུ། ད་ཁ་སེང་གེའི་ཤེལ་དེར་མངལ་ལ་ཡ་ཕྱེ་ནས། ཐ་འགྱུར་བདུན་པའི་སྐབས་ལ་འགྲོ་ན་འགྲིག་ས་རེད་དེ་ཡང་སྐྱོར་བྱེད་ན་ཡང་སྐྱོར་གོ་ནས་ཞུས་ན། དེ་ནས། དེའི་དུ་བ་ཁ་ཚ་བ་ན་གཏོང་སྟོབས་ཀྱི་ཆོ་ག་གཅིག་ཏུ་གྱུར་རོ་ཞེས་བརྗོད་ན། མཐའ་འགྱུར་གསུམ་གྱིས་འཁོར་གསུམ་ཁས་བླངས་ཏེ། དེའི་མཐའ་འགྱུར་གསུམ་བསྲེས་ཏེ། དེ་ནས་བི་བུ་ཙི་ཙཱ་འདྲ་གི། རྩ་ལྟུང་ཁྲི་འབུམ་གྱི་སྟེང་དུ་བཏང་པའི་མཐའ་འགྱུར་ལྔ་པ་དྲུག་པ་བདུན་པ་གསུམ་པོ་དེ་རེད་ད་རྩ་བའི་ཁོང་གི་མཐའ་འགྱུར་བདུན་བཏང་ཡོད་འདི་སྐབས་སུ། དང་པོ་སྟེ། སྡོམ་པ་གཅིག་གཏོང་བའི་ཚེ་ཆོས་བྱེད་ནི། སྡོམ་པ་སུམ་ཅུར་གཏོང་བ་མཐའ། ངོ་བོ་གཅིག་ཡིན་པའི་ཕྱིར་ཟེར་ནས་མཐའ་འགྱུར་དང་པོ་དེ་རེད། འདི་ལ་ང་རང་ཚོས་རྟགས་འགལ་ཞིག་ལན་སྤྲད་པ་རེད། ཨ་ནི་ཐ་འཁྱོལ་གཉིས་པ་དེ་ཁོང་གིས་བུད་མེད་ལ་དམོད་པའི་ལྟུང་བས་ལྟུང་བ་བྱུང་བས་ཆོས་ཀྱིས་ནི་བུད་མེད་ལ་རེག་པ་སྤོང་བའི་སྡོམ་པ་གཏོང་བ་དག་ལ་གོང་མའི་ལྟུང་བ་བྱུང་བས་འོག་མའི་སྡོམ་པ་གཏོང་བ་ཡོད་པའི་ཕྱིར། འདོད་ན། ཁ་ལ་སྐྲན་གཅིག་འཁྲིགས་པ་ལ་འཁྲིགས་པས་ཆོས་ཀྱིས་ནི། དེ་ནས་ས་ཡི་ལོ་ཏོག་སྐེམ་པར་ཐལ། འདོད་པའི་ཕྱིར་རིགས་ནི་ཐ་འཁྱོལ་གཉིས་པ་དང་བ་རེ། འདི་ལ་ང་རང་ཚོ་རྣམ་པར་ཕྱེ་སྟེ་ལན་སྤྲད་པ་རེད་དེ་ཁྱེད་རང་གིས་རྟགས་དེ་ལ། གོང་མའི་ལྟུང་བ་བྱུང་བས་སྡོམ་པ་འོག་མ་གཏོང་བ་ཡོད་པའི་ཕྱིར་ཟེར་ཏེ། གོང་མ་གོང་མའི་ལྟུང་བ་བྱུང་བས་སྡོམ་པ་འོག་མ་གཏོང་བའི་ཁྱབ་པ་ཡོད་པའི་ཕྱིར་ཟེར་ནས་རྟགས་བཀོད་པ་ཡིན་ན་ནི། འདི་ལ་ང་ཚོ་རྟགས་མ་གྲུབ་ཟེར་ལན་སྤྲད་ཀྱི་ཡིན། གོ་མིན་ཏག་ལ་གོ་མིན་ཏུང་བ་བྱུང་བས་འོག་མིན་སྡོམ་པ་གཏོང་སྲིད་པ་ཡོད་པའི་ཕྱིར། ཁྱེད་རང་གི་མཐའ་འགྱུར་ལ་འདོད་ལན་འགྲིག་ཡིན་ཟེར་བ་རེད། ད་བྱས་ཙང་ད། མཐའ་འགྱུར་ལ་འདོད་ལན་ཤོར་སོང་ན་མཐའ་འགྱུར་དེ་བཏང་ན་ཆགས་འགྲོ་བ་རེད། མཐའ་འགྱུར་གཉིས་ཀ་ལ་ལན་སྤྲད་པ་རེད། མཐའ་འགྱུར་གསུམ་པ་རེད་བ། དེ་ནས། སྡོམ་པ། ཐོབ་ཐང་གི་རྒྱུད་ཆོས་ཅན་ནི་སངས་རྒྱས་གསུང་ལས་གཞན་བྱེད་རིགས་པ་དག་གོ་མིན་རྩ་ལྟུང། འོག་མས་གཏོང་རྒྱུ་ཡིན་པར་འདོད་པའི་ཕྱིར། ལབ་ལ། ང་རང་ཚོ་སྟག་སྒལ་ལས་སུ་ལན་སྤྲད་པར་འདི་ལ་སྟག་སྒལ་བ་རེད། དེ་ནས་ག་རེ་ཟེར་ན་སྟག་དེ་ཐལ་བའི་སྟེང་དུ་རྡོག་སྒྲུག་གི་ཡོད་རེད། དེ། སྡོམ་པ། ཐོབ་ཐང་གི་རྒྱུད་ཆོས་ཅན་སངས་རྒྱས་གསུང་ལས་གཞན་བྱེད་རིགས་པ་དག། གོང་མའི་རྩ་ལྟུང་འོག་མའི་ལྟུང་རྒྱུ་ཡིན་པའི་ཕྱིར་རེ་ཟན་རྟ་འགའ་ལས་སུ་ལ་བ་རེད་ད་རྩ་ལྟུང། རྩ་འགའ་ལས་ཀྱི་གཞི་ཕྱིན་པ་རེད་ད་དེ་ནས་མཐའ་འགྱུར། མཐའ་འགྱུར་དེ་རེད་བཞི་པ་དེ་བཞི་པ་དེ་ལ་རིམ་པ་གཉིས་ཡོད་གོང་གི། སྡོམ་པ་འོག་མ་ཆོས་ཀྱི་ནི་གོང་མར་གནས་གྱུར་པ་མི་འཐད་པ་ཐ། གོང་འགལ་བ་རྟགས་གྲོགས་ཡིན་པའི་ཕྱིར་ཟེར་བ་རེད། གལ་སྲིད་འདི་ལ་ཁྱེད་རང་གིས་རྟགས་འགལ་ཟེར་ལན་སྤྲད་ན། དེ་དོན་ལ་དེ་ནས། ད།

ནམ་མཁའ་ལས་བཤད་པའི་ཉི་མའི་དཀྱིལ་འཁོར་མཆོད་ཅིང། ས་ཡི་སྟེང་གི་ཆུ་མོ་གངྒཱ་རུ་གནས་གྱུར་པ། གནས་གྱུར་རྒྱུ་ཡོད་པ་དག། གཱལ་ན་ཡང་གནས་གྱུར་ཡོད་པ་ཁྱེད་རང་གི་འདོད་པའི་ཕྱིར་ཟེར་བ་ལ། ནི། དེ་ལ་ཡང་རྟགས་གཱལ་བའི་ལན་སྤྲད་པ་རེད། ཡང་ན། འདི་མཐའ་འཁྱོལ་ཞེས་པ་དེ་བསྡུས་བྱས་ན་འདི་འདྲའི་བསྡུས་ཆོག་གི་རེད། ནི། མཐའ་འཁྱོལ་ཞེས་པ་དེ་ཚིག་གོ་རྒྱུར་བྱ་བས་ན། དེ་རུ་བ། ནི་ཁ་གསོ་བའི། ཉི་མའི་དཀྱིལ་འཁོར་མཆོད་ཅིང། གང་གིས་ཆུ་བོར་གནས་བརྒྱུད་པ་ཡོད་པ་དག། ཐེག་མིན་སོ་ཐར་སྔགས་ཐོག་གནས་བརྒྱུད་པ་ཡོད་པ་གང་ཞིག། གཉིས་ཀ་འགལ་བ་བཏགས་གྲོལ་དུ་མཚུངས་ཆོས་མཚུངས་པའི་ཕྱིར། ཨ་ནི། ཐལ་འགྱུར་དེ་འདྲའི་བཏང་པ་ཡིན་ན་འདི་ལ་བཏགས་འགལ་བ་ལན་དཀྲིས་རེད། ཨ་ནི་ད་ཐལ་འགྱུར་བཞི་ཕྱིན་པ་རེད་ད་དེ་ནས་ཐལ་འགྱུར་ལྔ་པ་དྲུག་པ་བདུན་པ་གསུམ་ད་འདི་བཤད་དེ་རེད། ཐལ་འགྱུར་གསུམ་གྱི་འཁོར་གསུམ་ཁས་བླངས་ཏེ་བཤད་དེ་འདི་རེད། དེ་ཐལ་འགྱུར་གསུམ་བཏང་བར་ཁོང་གིས་ཁོང་གིས་འདི་གསུངས་པ་རེད། ངོ་བོ་གཅིག་པའི་དོན་དེ་ག་རེ་ལས་ཟེར་གྱི་ཡོད། ཤེས་པ་གཅིག་གི་འཁོར་དུ་སྡོམ་གསུམ་དུས་མཉམ་རྫས་ཐ་དད་དུ་ལྡན་པ་ལ་ཟེར་གྱི་ཡོད་དམ། ཡང་ན་ཤེས་པ་གཅིག་གི་འཁོར་དུ་ངོ་བོ་གཅིག་ཟེར་བའི་དོན་དག་དེ་ཤེས་པ་གཅིག་འཁོར་དུ་སྡོམ་གསུམ་སྔ་ཕྱིའི་རིམ་ཅན་དུ་བྱུང་བ་ལ་ཟེར་གྱི་ཡོད་དམ། ཡང་ན། ངོ་བོ་གཅིག་ཟེར་ཤེས་པ་གཅིག་འཁོར་དུ་སྡོམ་གསུམ་རྫས་དབྱེར་མེད་ལ་ཟེར་གྱི་ཡོད་ཟེར་དྲི་བ་བཏང་བ་རེད། དྲི་བ། ཏང་ནི་མཐའ་འགྱུར། ལན། དང་པོ་དང་བསྟན་ན་འགྲིག་མི་འདུག་གཉིས་པ་དང་བསྟན་ན་འགྲིག་གསུམ་པ་དང་འགྲིག་མི་འདུག་བསམ། མཐའ་འགྱུར་གསུམ་བཏང་བ་རེད། དེ་མཐའ་འགྱུར་ལྔ་པ་དེ། ཨ་ནི་དེ་རུ་བ་ག་སོ་མཐའ་འགྱུར་ལྔ་པ་དེ་རུ་བ། དེ་ནི། ངོ། གཅིག་པའི་དོན་ཆོས་ཅན་མི་འཐད་པ་དག། ད་ཚིག་ཏུ་དུས་དུས་ཤོད་པས་ན། ངོ། གཅིག་པའི་དོན་ཆོས་ཅན་མི་འཐད་པ་དག། ཨ་ནི་སྡོམ་གསུམ་རྫས་ཐ་དད་ཡིན་པའི་ཕྱིར། ཟེར་བ་རེད།

འདི་མཐའ་འཁྱོལ་ལྔ་པ་ལ་ཡང་རྟགས་མ་གྲུབ་པའི་ལན་རེད། དྲུག་པ་ལ་ཡང་རྟགས་མ་གྲུབ་པའི་ལན་བདུན་པ་ལ་ཡང་རྟགས་མ་གྲུབ་པའི་ལན་རེད་ཟེར་དགོས་རེད། འདི་ལན་གྱིས་འདོགས་པར་མ་ནུས་ན་དེའི་རྗེས་འབྲང་དམ་པའི་ལུགས་བསལ་ཏེ། མཐའ་འཁྱོལ་ལ་ལན་སྤྲད་མ་ཐུབ་ན་དེ་ནི་ཁས་བླངས་རྒྱུ་རང་རེད་ཟེར་དགོས་རེད། འདི་སྐྱེས་བུ་ཡ་རབས་ཀྱི་ལུགས་སྲོལ་རེད་ཟེར་དགོས་རེད། ཡིན་ནའི་ད་བི་བུ་བཙན་བྲིད་ཀྱིས། སྡོམ་གསུམ་འོད་ཀྱི་ཕྲེང་བ་གིས། རྩ་ལྟུང་འཁྲུལ་སྤོང་སྟེང་དུ་བཏང་བའི་མཐའ་འགྱུར་བདུན་ལ་ང་ཚོས་ལན་སྤྲད་པ་ཡིན་དུས། མཐའ་འགྱུར་བདུན་ཕྱིར་མཐའ་འགྱུར་ལྟར་སྣང་ཡིན་ཟེར་རྒྱུ་རེད། ད་དུང་ཡང་ཞིབ་རྒྱས་ཀྱི་སྦྱང་རེད། དེ་ནི་བི་བུ་ཛི་ཙཱ་འདྲེ་ཀི། འོད་སྟོང་ལ་ཞིབ་ཏུ་སྦྱང། ལན་ལ་ཞིབ་ཏུ་སྦྱང། བྲིས་ཆེ་བར་སྦྱང་དགོས་ཀྱི་རེད་དེ་ཡོད་མི། ད་དེ་ནས། ཇི་ལྟར། ཐལ་འགྱུར་གསུམ་གྱི་འཁོར་གསུམ་ཁས་བླངས་ཏེ། ད་དེ་རེད། ཐལ་འགྱུར་གསུམ་ཟེར་ཏེ། འདི་ནས་ཕ་ལན་གསུམ་སྤྲད་པ་རེད། དེ་ནས། ཕ་ལ་སྐད་ཆ་དེ་ན་ཤི་བྱས་པ་རེད་ཁྱེད་རང། ཀུན་གཞིའི་སྟེང་དུ། སྡོམ་པ་གསུམ་གྱི་བག་ཆགས། བདེན། ལབ་པ་ཡིན་དུས། དེའི་དོན་དག་ག་རེད། སེམས་ཀུན་གཞིའི་སྟེང་དུ། སྡོམ་པ་གསུམ་གྱི་བག་ཆགས། རྫས་ཐ་དད་དུས་མཉམ་དུ་ལྡན་པ་ལ་ཟེར་གྱི་ཡོད་དམ། ཡང་ན་ད་གཅིག་པ་ཅན་དྲི་བ་དང་ཡང་ན་ནི་སེམས་ཀུན་གཞིའི་སྟེང་དུ། སྡོམ་པ་སོགས་བག་ཆགས་འདིར་ཟེར་བ་དེ། བག་ཆགས་ལྔ་བརྒྱའི་རིམ་གྱིས་བྱུང་བ་ལ་ཟེར་གྱི་ཡོད་དམ། ཡང་ན་སེམས་ཀུན་གཞི་ལ། སྡོམ་པ་སོགས་བག་ཆགས་འདིར་ཟེར་བ་དེ། སྡོམ་པ་སོགས་ཀྱི་བག་ཆགས་རྫས་ངོ་བོ་དབྱེར་མེད་ལ་ཟེར་གྱི་ཡོད་དམ་ཞེས་དྲི་བ་བཏང་བ་རེད། ཨ་ནི་དྲི་བ་བཏང་དུས་དྲི་བ་དང་པོ་དང་ལན་སྤྲད་པ་ཡིན་ན་གཅིག་པ་གཅིག་རྐྱང་རེད། བར་ལས་བྲལ་བ་ན་ཞིང་རྟ་དེའི་ཚིག་དེ་བརྗོད་བཞག་པས་ན། སེམས་ཀུན་གཞི་དང་སྡོམ་གསུམ་གྱི་བག་ཆགས་སྡོམ་པ་གསུམ་གྱི་བག་ཆགས་དང་ལྡན་པ་ལྡན་པའི་ཆོས་ཅན་ནི་མི་འཐད་པ་ཐག་བདེན་བྱ། དེ་ནི་བག་ཆགས་གསུམ་པོ་དེ་དུས་མཉམ་རྫས་ཐ་དད་ཡིན་པར་ཁས་བླངས་པའི་ཕྱིར་རིགས་གཟིགས་པ་རེད། ཚིག་རེ་རེ། དེ་ནས་ཚིག་རེ་རེ། ད་དང་ཞིང། དེ་ནས་སེམས་ཀུན་གཞིའི་སྟེང་དུ་བག་ཆགས་གསུམ་ལྡན་པའི་དོན་ཆོས་ཅན་ནི་མི་འཐད་པ་དག། བག་ཆགས་གསུམ་སྔ་ཕྱིར་རིམ་ཅན་དུ་བྱུང་བར་ཁྱེད་རང་གིས་ཁས་བླངས་པའི་ཕྱིར་རིགས་སུ་ཡོད། དེ་ནས་གསུམ་པ་ལྟར་ཡིན་ལབ་པ་ཡིན་ན། འོ་ན་སྡོམ་གསུམ་རྟོགས་ཐོགས་ཀྱི་ཆོ་ག་ཆོས་ཅན་ནི་གཅིག་ཡིན་པ་དག། ཀུན་གཞིའི་སྟེང་དུ་བག་ཆགས་གསུམ་པོ་དེ། ངོ་བོ་རྫས་དབྱེར་མེད་ཡིན་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར་རིགས་སུ་ཡོད། ཨ་ནི་བག་ལན་འདི་སྤྲད་པ་རེད། དེ་ལན་དེ་སྤྲད་དུས་དེ་ནི་འཁོར་གསུམ་ཁྱེད་རང་སྟེང་དུ་འཁོར་བ་རེད་ཟེར་བ་རེད་ག་རེ་ཟེར་ན། གཞན་ལ་སྐྱོན་དེ་ལྟར་དུ་བརྗོད་ཁྱེད་རང་གིས་གཞན་ལ་སྐྱོན་བརྗོད་དུས་དེ་ནི། ད་ལྟའི་འདི་ན་ཤི་རེ་གཞན་ལ་སྐྱོན་བརྗོད་དུས་དེ་ནི་ངོ་བོ་གཅིག་པའི་དོན། ཆོས་ཀྱིས་ནི་མི་ཚད་པ་ཐག་དེ་ནི་སྡོམ་གསུམ་རྫས་ཐ་དད་ཡིན་པའི་ཕྱིར་ཟེར་བ་ལྟ་བུ་དང། ཡང་ངོ་བོ་གཅིག་པའི་དོན་ཆོས་ཀྱིས་ནི་མི་ཚད་པ་ཐག་སྔ་ཕྱི་རིམ་ཅན་དུ་བྱུང་བའི་ཕྱིར་ཟེར་བ་ལྟ་བུ་དང། སྡོམ་བཟུང་ངོ་བོ་གཅིག་པའི་དོན་གྱིས་མི་ཚད་པ་དག། སྡོམ་བཟུང་ངོ་བོ་རྫས་དབྱེར་མེད་ཡིན་པའི་ཕྱིར། ཆོས་ཅན། ཐ་སྙད་བདུན་པ་དང་སྟོང་ཐོབ་ཀྱི་སྡོམ་པ་སྟོང་ཐོབ་ཀྱི་ཆོ་ག་ཆོས་ཅན། སྡོམ་པ་སྟོང་ཐོབ་ཀྱི་ཆོས་ཅན་གཅིག་ཡིན་པ་དག། སྡོམ་བཟུང་ངོ་བོ་དབྱེར་མེད་རྫས་གཅིག་ཡིན་པའི་ཕྱིར། ཐ་སྙད་གསུམ་ལྟ་བའི་བྱེད་སྟངས་གཞན་ལ་སྐྱོན་དེ་འདྲ་བརྗོད་རེས་བྱེད། དེ་འདྲ་བརྗོད་བཞིན་དུ་རང་ཉིད་ཀྱི་སེམས་ཀུན་གཞིའི་སྟེང་དུ་སྡོམ་པ་གསུམ་གྱི་བག་ཉལ་གསུམ་སྡོམ་པ་གསུམ་གྱི་བག་ཆགས་གསུམ་ཡོད་པར་ཁས་བླངས་པ་རེད། ད་དེའི་སྟེང་དུ་འགྲིག་པ་རེད། རང་ཉིད་ཀྱི་སེམས་ཀུན་གཞི་ལ་སྡོམ་པ་གསུམ་གྱི་བག་ཉལ་གྱི་སྡོམ་པ་གསུམ་བག་ཉལ་གྱི་ཚུལ་དུ་ལྡན་པ་དང་སེམས་ཀུན་གཞིའི་སྟེང་དུ་སྡོམ་པ་གསུམ་གྱི་བག་ཆགས་ལྡན་པར་ཁས་བླངས་པ། ཀུན་གཞི་ལ་བག་ཆགས་གསུམ་ལྡན་པར་ཁས་བླངས་པ་རེད། ཀུན་གཞི་ཁས་བླངས་པ་རེད། དག་ན་ཞིང་འོད་འབྲིང་རྩ་བའི་ནང་ལ་ཡང་ཀུན་གཞིའི་བག་ཆགས་མང་པོ་ཅན་ཡིན་ཀྱང། སེམས་ཀུན་གཞི་ལ་སྡོམ་པ་གསུམ་གྱི་བག་ཆགས་མང་པོ་ཡོད་ཡོད་རེད་དེ། ཤེས་རྒྱུད་ཐ་དད་མེད། དེ་ནི་རྒྱུད་ཐ་དད་པ་གཅིག་ཏུ་ཆགས་ཀྱི་མ་རེད་ཞེས་པའི་སྐབས་སུ། ཀུན་གཞིའི་སྟེང་དུ་སྡོམ་པ་གསུམ་གྱི་བག་ཆགས། གསུམ་དོན་བདེན་པ་དང། མ་གཞི་ནས་ཀུན་གཞིའི་སྟེང་དུ་བག་ཆགས་མང་པོ་ཡོད་པར་ཁས་བླངས་པ་རེད། ད་འདི་ཚོ་དང་འགྲིག་ཡོང་དུས་སྐབས་ལ་ནི། ཁྱེད་རང་གིས་ད་ལྟའི་ཐ་སྙུར་ལྔ་པ། དྲུག་པ། བདུན་པའི་ལན་དེ། ཕར་ལ་ལན། ཕར་ལ་སྐྱོན་བརྗོད་བྱས་པ་ནང་བཞིན། དེ་ནི་ཁྱེད་རང་གི་ཁས་བླངས་ལ་ཡོད་པ་ཡིན་དུས་ད་ལྟའི་ཐ་སྙུར་གསུམ་པ་བཏང་པ་ཡིན་དུས་ནི་འཁོར་གསུམ་བཅས་ཁྱེད་ཀྱི་ནང་དུ་འགྲོ་བ་རེད། ཨོ་དེ་བྱས་རེད་གང་ལྟར་ཐཱན་འགྱུར་དང་པོ་ལ་དགག་བློས་ལན་ཐེབས་སོང་བ་རེད། ཐཱན་འགྱུར་གཉིས་པ་ལ་རྣམ་པར་ཕྱེ་དུས་མ་གྲུབ་པ་དང་འདོད་ལན་སྤྲད་པ་རེད། ཐཱན་འགྱུར་གསུམ་པ་ལ་དགག་བློས་ལན་སྤྲད་པ་རེད། ཐཱན་འགྱུར་བཞི་པ་ལ་དགག་བློས་ལན་སྤྲད་པ་རེད། ལྔ་བ་དྲུག་པ་བདུན་པ་གསུམ་བཅས་ལ་རྟགས་མ་གྲུབ་པའི་ལན་སྤྲད་པ་རེད། དེ་འདི་ལན་ཐེབས་པ་ཡིན་ཟེར་གྱི་རེད། ད་འདི་མིན་འདི་བར་དུ་ད་རྩོད་པ་དངོས་གཞི་འདི་རེད། འདི་བར་དུ་དེ་ནས་འདི་བར་མིན་རྗེས་ད། འཕྲོས་དོན་འདྲ་བོ་བྱུང་བ་རེད་སྐབས་ཐོག་ལ་ང་རང་ཚོ་སྡོམ་གསུམ་ངོ་བོ་གཅིག་གི་ཟེར་དེ། དེ་རུ། སྒྲུབ་ཐིག་རྫས་གཅིག། ཁས་བླངས་ན། རྫས་དབྱེར་མེད་ཁས་ལེན་དགོས་རེད། རྫས་དབྱེར་མེད་ཁས་བླངས་ན། དེ་ནས། སྐྱེ་འཇིག་གཅིག་ཆར་དུ་བྱེད་པར་ཁས་བླངས་དགོས་རེད། དེ་ཁེལ་ན། སྟོང་སྟོབས་གཅིག་ཆར་དུ་ཆགས་འགྲོ་གི་ཡོད་རེད། ང་རང་ཚོ་སྡོམ་གསུམ་ངོ་བོ། གནས་གྱུར་ངོ་བོ་གཅིག་གི་ཟེར་དེ། ངོ་བོ་སྒྲུབ་ལ་རྫས་ཐ་དད་མེད་པ་ཙམ་ལ་ཟེར་གྱི་ཡོད་རེད། ཨ་ནི་རྙོག་དྲ་དེ་ཡོང་གི་མ་རེད་ཞེས་པ་རེད། ཡིན་ན་ཡང་ད། རྩྭ་ཐུང་ཁྲི་བོང་ནང་དུ་སྡོམ་གསུམ། དེ་ནས་ཁ་སོ་རེ། དེ་ནས། དེས་ན། རྩྭ་ཐུང་ཁྲི་བོང་སྡོམ་གསུམ་གནས་གྱུར་ངོ་བོ་གཅིག་གསུངས་དུས། ངོ་བོ་གཅིག་གི་དོན་ཧ་མ་གོ་ནས། ད། སྡོམ་གསུམ་གནས་གྱུར་ངོ་བོ་གཅིག་ཡིན་ན། སྡོམ་གསུམ་གྱི་སྟོང་ཐོབ་ཀྱི་ཆོ་ག་ཡང་གཅིག་ཏུ་གྱུར་འགྲོ་གི་འདུག་ཟེར་བས། ཨ་ནི་ད་འགྱུར་འདི་འདྲའི་གཏམ་གྱི་མདུན་དེ་འདུག་ཟེར་བ་རེད། ད་འདིར་བ་ག་སོགས་ངོ་བོ་གཅིག་ཡིན་ན་སྟོང་ཐུག་གི་ཆོ་ག་གཅིག་ཏུ་གྱུར་བ་འདི་འདི་ཉིད་དེང་སང་མང་དུ་སྨྲ་བ་འདུག་པས། དང་འགྱུར་དེ་འདྲའི་གཏམ་ངན་དུག་སུ་སྐྱོན། སྡོམ་གསུམ་ཆོས་ཅན། སྟོང་ཐུག་གི་ཆོ་ག་གཅིག་ཏུ་གྱུར་བ་དག་ངོ་བོ་གཅིག་ཡིན་པའི་ཕྱིར་ཞེས་དེ་འདྲི་གི། ཐ་འགྱུར་དེ་འདྲའི་དེང་སང་སྨྲ་བ་མང་དུ་དང་དེང་སང། བཤད་གྲྭ་ཁག་ལ་ལབ་མཁན་མང་པོ་འདུག་སྲིད་བ་རེད། སྐར་མ་བ་ཆོས་གྲགས་རྒྱ་ཚུགས་པས་གཅིག་གསུངས་ཤག་ངོ་བོ་གཅིག་གསལ་ཏེ། ཡང་ནི་དོན་དག་ཧ་མ་དགོས་དུས། དེ་ནས་ཁོང་གིས་དང་འདྲ་དེ་སྟོང་ཐོབ་ཆོ་ག་གཅིག་ཏུ་རང་གི་སྟེང་དུ་བཏགས་ཟེར་དང་གི་འདུག་དེང་སང་མང་མང་དུ་འདུག་ཟེར་བས། འདུག་པས། འདི་ལ་དཔྱད་པར་བྱ་སྟེ་ཟེར་ད། ངོ་བོ་གཅིག་སྡོམ་གསུམ་ངོ་བོ་གཅིག་ཟེར་བ་འདི་ལ་དཔྱད་པར་བྱ་སྟེ། སྡོམ་གསུམ་ངོ་བོ་གཅིག་ཟེར་བ་འདི་ཡང་ནི་བསྟན་ལ་བསྟན་ལ་ཨ་བར་བྱ་སྟེ་གཏན་འབེབས་བྱེད་ཀྱི་ཡིན་ཟེར་བ་རེད། ཅི་རིགས་ངོ་བོ་གཅིག་པ་ལ་སྒྲུབ་བྱེད་རྫས་གཅིག་པ་དང། ངོ་བོ་སྒྲུབ་བྱེད་རྫས་ཐ་དད་མེད་པ་ཙམ་ལ་ངོ་བོ་གཅིག་པ་གཉིས་ལས། ཇི་ལྟར་ནི། ངོ་བོ་གཅིག་ཟེར་བ་དེ་ལ་སྒྲུབ་བྱེད་རྫས་གཅིག་ལ་ངོ་བོ་གཅིག་ཟེར་བ་གཅིག་དང། ངོ་བོ་སྒྲུབ་རྫས་ཐ་དད་མེད་པ་ཙམ་ལ་ངོ་བོ་གཅིག་ཟེར་བ་གཉིས་ཡོད་པ་ལས། ད་ལྟ་ང་རང་ཚོ་རང་ལུགས་སྡོམ་གསུམ་གནས་རྒྱུར་ངོ་བོ་གཅིག་ཟེར་བ་དེ། ངོ་བོ་གྲུབ་ཀྱི་རྫས་ཐ་དད་མེད་པའི་སྟེང་དུ་འགྲོ་གི་ཡོད་རེད། དེ་ནི་དང་པོ་ལ་ཟེར་དང་པོ། གྲུབ་ཏེ་རྫས་དང་པོ་གྲུབ་ཏེ་རྫས་གཅིག་ལ། གྲུབ་ཏེ་རྫས་གཅིག་ཡིན་ན། ངོ་བོ་དབྱེར་མེད་རྫས་གཅིག་ཡིན་པའི་ཁྱབ་པ་རེད། དེ་ཡིན་ན། དེ་ནི་སྐྱེ་འཇིག་གཅིག་ཅར་བྱེད་དགོས་རེད་ཟེར་བས་སྐྱེ་དུས་གཅིག་ཅར། ད། སྡོམ་གསུམ། གྲུབ་ཏེ་རྫས་གཅིག་ཡིན་པར་ཁས་བླངས་ན་དང་པོར། དུས་གཅིག་ཅད་དུ་སྐྱེས། དང་པོ། དུས་གཅིག་ཅད། གཉིས་པ་དུས་གཅིག་ཏུ་གནས། གསུམ་པ་དུས་གཅིག་ཅད་དུ་འཇིག་པ་ལྟ་བུ་ཡོང་གི་རེད། ཨ་ནི། དང་པོ་ལ། དང་པོ། སྒྲུབ་སྡེ་རྫས་གཅིག་ལ། སྐྱེ་འཇིག་གཅིག་ཅད་དུ་བྱེད་དགོས་པ་ཡོད་ཀྱང། སྐྱེས་ན། སྐྱེ་སྙམ། འཇིག་ན་འཇིག་སྙམ། གནས་ན་གནས་སྙམ། དེ་འདྲ་ཡོང། དེ་འདྲའི་དུས་ཚོད་མཉམ་དུ་ཡོང་གི་རེད། ཡིན་ན་ཡང་སྡོམ་གསུམ་རིམ་གྱིས་བླངས་པ་ལ། སྡོམ་གསུམ་རིམ་གྱིས་བླངས་ནས་གནས་གྱུར་གནས་གྱུར་ན། དེ་ནི་ངོ་བོ་གཅིག་ཏུ་གྱུར་འགྲོ་དགོས་རེད། སྡོམ་གསུམ་རིམ་བཞིན་དུ་བླངས་པ་གནས་གྱུར་སོང་ན་ངོ་བོ་གཅིག་ཏུ་གནས་གྱུར་འགྲོ་དགོས་རེད། ངོ་བོ་གཅིག་ཏུ་གནས་པ་འདི་ནི། ངོ་བོ་གཅིག་ལ་གཉིས་ཡོད་པའི་ནང་ནས་སྒྲུབ་རྫས་རྫས་གཅིག་ཟེར་གྱི་ནི་མ་རེད་ཟེར་བ་རེད། སྒྲུབ་རྫས་རྫས་གཅིག་མ་ཡིན་དུས་དེ་ནི་སྐྱོན་མི་གནས་ཤིང། གཅིག་སྐྱེ་འཇིག་གཅིག་ཅར་དུ་བྱེད་པའི་སྐྱོན་དང། དེ་ནས་ངོ་བོ་རྫས་དབྱེར་མེད་ཀྱི་སྐྱོན་དང། རྟོགས་ཐོབ་ཆོ་ག་གཅིག་པའི་སྐྱོན་མི་གནས་པ་རེད་མི་གནས་ལ། མི་གནས་ཟེར་བ་རེད། ཕྱི་མ་ལ། གལ་སྲིད་ཕྱི་མ་ངོ་བོ་གྲུབ་ཅིང་རྫས་ཐ་དད་མེད་པ་ཙམ་ལ། དེ་ནས། སྐྱེ་འཇིག་གཅིག་ཅར་དུ་བྱེད་དགོས་པ། རྟོགས་ཐོབ་ཆོ་ག་གཅིག་ཏུ་བྱེད་དགོས་པ། དེ་འདྲ་ཙམ་ལ་འདི་རེད། ཕྱི་མ་ལ་མི་དགོས་ཕྱི་མ། དེ་ནས། ངོ་བོ་གྲུབ་ཅིང་རྫས་ཐ་དད་མེད་པ་ཙམ་ལ་དེ་ནི། ག་སོགས་རེད་སྐྱེ་འཇིག་གཅིག་གཅིག་ཏུ་བྱེད་དགོས་པ་ལྟ་བུ། སྟོང་སྟོབས་ཀྱི་ཆོ་ག་གཅིག་པ་ལྟ་བུ་མི་དགོས་ཟེར་རེད་དེ་དགོས་དགོས་མ་རེད་ཟེར་བ་རེད། ད། གྲུབ་སྟེ་རྫས་གཅིག་ཡིན་ན་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་པས་ཁྱབ་པ་རེད། འདི་ལ་དེ་ནི། སྐྱེ་འཇིག་གཅིག་ཆར་བྱེད་དགོས་རེད་དེ། ངོ་བོ་གྲུབ་ཅིང་རྫས་ཐ་དད་མེད་པ་ཙམ་ལ་དེ་འདྲའི་སྐད་ཆ་དེ་དགོས་དགོས་མ་རེད། གལ་སྲིད་མཐའ་གཅིག་ཏུ་དགོས་ན་ཨ་ནི་ཧ་ཅང་ཐལ་གི་རེད་ཟེར་བ་རེད། ངོ་བོ་བསྒྲུབ་ཅིང་རྫས་ཐ་དད་མེད་པར་བརྩམས་ལ། དེ་ནས། སྐྱེ་འཇིག་གཅིག་ཏུ་བྱེད་དགོས་པ། སྟོང་སྟོབས་ཀྱི་ཆོ་ག་གཅིག་ཏུ་བྱེད་དགོས་པ་ལ་སོགས་པ་འདི་རྣམས་དགོས་པ་ཡིན་ན་ཧ་ཅང་ཐལ་གྱི་རེད། ཧ་ཅང་ཐལ་བ་དེ། དགེ་སློང་གི་སྡོམ་པའི་སྟེང་དུ་ཧ་ཅང་ཐལ་བ་འགྲིག་པ་རེད། དགེ་སློང་གི་རྒྱུས་ལུས་པའི་སྡོམ་པའི་སྟེང་ཧ་ཅང་ཐལ་བ་འགྲིག་དགོས་ན། བསླབ་ཚིག་གསུམ་རིམ་ཅན་དུ་བླངས་པས་དགེ་སློང་གི་རྒྱུད་ཀྱི་དགེ་གྱི། དེ་ནས་དགེ་བསྙེན་དང་དགེ་ཚུལ་དང་དགེ་སློང་སྡོམ་པས་སྲོག་གཅོད་སྤོང་བའི་སྤོང་སེམས་གསུམ་པོ། ད་ལྟའི་དཔེ་མཚོན་ཙམ་རེ་དགེ་སློང་གི། དགེ་སློང་གི་རྒྱུད་ལ། དགེ་བསྙེན་གྱི་སྡོམ་པས་སྤོང་སེམས། དགེ་ཚུལ་གྱི་སྡོམ་པས་སྤོང་སེམས། དགེ་སློང་གི་སྡོམ་པས་སྤོང་སེམས་ཡོད་རེད་མང་པོ་ཡོད་རེད། ཡིན་ནའི་ད་ལྟའི་འདི་ནང་ནས་དཔེར་བརྗོད་ཙམ་བྱས་པ་རེད། བྱས་ཙང་གི་བསླབ་ཚིག་གསུམ་པོ་རིམ་བཞིན་བརྩམས་པའི་དགེ་སློང། དགེ་སློང་གིས། བསླབ་ཚིག་གསུམ་པོ་རིམ་བཞིན་དུ་བླངས་པའི་དགེ་སློང་གི་རྒྱུད་ཀྱིས། དེ་འདི་ཆོས་ཅན་རེད་བསླབ་ཚིག་གསུམ་པོ་རིམ་བཞིན་བླངས་པའི་དགེ་སློང་གི་རྒྱུད་ཀྱིས། དགེ་བསྙེན་དང་དགེ་ཚུལ་དང་དགེ་སློང་གི་སྡོམ་པས་སྲོག་གཅོད་སྤོང་བའི་སྤོང་སེམས་གསུམ་པོ་ཟེར་ན་ཆོས་ཅན། སྟོང་སྡུག་གི་ཕྱོགས་དེ་གཅིག་ཏུ་གྱུར་ཟེར་ནས་ཐལ་བ། ངོ་བོ་གཅིག་རྟགས་རེད། ད་འདི་ལ་སྲོག་གཅོད་སྤོང་བ་ཙམ་བཤད་པ་རེད་དེ་མ་གཏོགས་མང་པོ་ཡོད་འདི་དཔེ་མཚོན་ཙམ་རེད། དཔེ་མཚོན་ཙམ་རེད་བ་བྱས་ཙང་ད། དང། བསླབ་ཚིག་གསུམ་རིམ་བཞིན་དུ་བླངས་པ་ཟེར་ན། དང་པོར་དགེ་བསྙེན་གྱི་སྡོམ་པ་བླངས། དེ་ནས་དགེ་ཚུལ་གྱི་སྡོམ་པ་བླངས་ཏེ་དགེ་སློང་གི་སྡོམ་པ་བླངས་རེད་མཐའ་མ་དགེ་སློང་ཆགས་པ་རེད། དེ་འདྲའི་སེལ་བའི་བསླབ་ཚིག་གསུམ་རིམ་བཞིན་དུ་བླངས་པས་དགེ་སློང་གི་རྒྱུད་ཀྱི་དགེ་བསྙེན་གྱི་སྲོག་གཅོད་སྤོང་བའི་སྤོང་སེམས། དགེ་ཚུལ་གྱི་སྲོག་གཅོད་སྤོང་བའི་སྤོང་སེམས། དེ་ནས་ཁ་སོར་དགེ་སློང་གི་སྡོམ་པའི་སྲོག་གཅོད་པར་སྤོང་སེམས་གསུམ་པོ་ཆོས་བཞིན་ཟེར་བས། དེ་ནས། ངོ། སྒྲུབ། ངོ། གཅིག། གཏོང་ཐོབ་ཆོ་ག་གཅིག་ཏུ། ཁྱོད་གཏོང་ཐོབ་ཀྱི་ཆོ་ག་གཅིག་ཡིན་པར་ཐལ། ངོ། གཅིག། ངོ། གཅིག་སྟེ། ངོ། སྒྲུབ་ཅིང་རྫས་ཐ་དད་མེད་པ་ཡིན་པའི་ཕྱིར།

བསླབ་ཚིག་གསུམ་རིམ་ཅན་བསྟན་པའི་དགེ་སློང་གི་རྒྱུད་ཀྱི་དགེ་བསྙེན་དང་དགེ་ཚུལ་དང་དགེ་སློང་གི་སྤོང་བསམ་ཡིན་ན་རྫས་ཐ་དད་ཡིན་པས་ཁྱབ་ཁས་བླངས་པ་རེད་ལྟ་དྲུག་མེད་ཟླ་བས་ན་ཡང་རྒྱུད་ཧ་ཅང་ཐར་གི་རེད་ཟེར་བ་དེ་ན་དེ་དེ་རེད། ད་དེ་རིམ་ཅན་དེ་ཐད་དུ་ད་དེ་བར་དུ་གལ་ཏེ་དེ་ཡང་ངོ་བོ་ཐ་དད་དུ་ཟད་དེ་ད་དེ་ཐ་འགྱུར་དེ་ལ་ངོ་བོ་གཅིག་ཡིན་པའི་ཕྱིར་ཟེར་ན་ངོ་བོ་གྲུབ་ཅིང་རྫས་ཐ་དད་མེད་པ་ཡིན་པའི་ཕྱིར་ཟེར་ན་ལྟ་དགོས་པ་རེད་འདི་ལ་རྟགས་མ་གྲུབ། དེའང་རྫས་ཐ་དུ། དེའང་རྫས་ཐ་དུ་ཟེར་ན། བསླབ་ཚིག་གསུམ་པོ་རིམ་ཅན་དུ་བསླབ་པའི་དགེ་སློང་གི་རྒྱུད་ཀྱི་དགེ་བསྙེན་དང་དགེ་ཚུལ་དང་དགེ་སློང་གི་སྡོམ་པའི་སྲོག་ཆགས་སྤོང་གསུམ་གསུམ་པོ་དེའང་ངོ་བོ་རྫས་ཐ་དད་ཡིན་ནོ་ཞེས་ཟེར་གྱུར་ན། དེ་ནི་ཧ་ཅང་ཐལ་གྱི་རེད་སྲིད་པ་རེད། དེ་ལྟ་བུའི་དགེ་སློང་གི་རྒྱུད་ཀྱི་གཙོ་བོ་ཡིད་རྣམ་པར་ཤེས་པའི་འཁོར་དུ་ཟེར་ན་ཆོས་ཅན། དུས་གཅིག་ཅིག་ཏུ། དུས་གཅིག་ཅིག་ཏུ། དེ་ནི། བསླབ་བྱ་གསུམ་གྱིས་སྤོང་སེམས་འབྱུང་མི་སྲིད་པ་དར་བ་རེད། དེ་ལྟ་བུ་ཟེར་ན། བསླབ་ཚིག་གསུམ་རིམ་ཅན་དུ་བླངས་པས། དེ་ལྟ་བུའི་དགེ་སློང་གི་རྒྱུད་ཀྱི་གཙོ་བོ་ཡིད་ཤེས་རྣམ་པར་ཤེས་པའི་འཁོར་དུ་བྱོས་བཞིན་ནི། དུས་ཅི་ཆར་དུ། དེ་ནས། དགེ་བསྙེན་དགེ་ཚུལ་དགེ་སློང་གི་བསླབ་ཚིག་གསུམ་གྱིས་སྤོང་སེམས་གསུམ་འབྱུང་མི་སྲིད་པ་དག། བསླབ་ཚིག་གསུམ་པོ་ཟེར་ན་དགེ་བསྙེན་དང་དགེ་ཚུལ་དང་དགེ་སློང་གི་བསླབ་ཚིག་གསུམ་པོ་གི་སྤོང་གསུམ་མཛད་ས་དེ་མ་ཁྱེད་རང་ཁས་བླངས་པ་ཞིག་གང་ཞིག། གཙོ་བོ་ཟེར་ན་བ་དེ་བ་ནར་བོ་དེ་ཐལ་བ་རེད་གཙོ་སེམས་ར་རེད་གང་ཡང་གང་ཞིག་གཙོ་སེམས་ཡིད་ཀྱི་རྣམ་པར་ཆིག་ཤེས་པ་གཅིག་གི་འཁོར་དུ་སེམས་བཟུང་རྫས་ཐ་དད་པ་གཉིས་དུས་མཉམ་དུ་དུས་ནམ་ཡང་འཇུག་མི་སྲིད་པའི་ཕྱིར་ཟེར་བ་རེད། འཇུག་མི་འདོད་ན་དེ་ནི་དགེ་སློང་གིས་ལ་སྤོང་སེམས་རྩ་ནས་མེད་པ་ཆགས་འགྲོ་གི་རེད། འོ་དེ་འདྲ་ཡོང་གི་རེད་བསམ་སྐྱོན་གཞན་ཡང། སྤང་བྱ། ཉེས་བྱ་ལྔ་བཅུ་རྩ་གསུམ་པ་ཐམས་ཅད་སྤོང་བའི་སྤོང་སེམས་རྣམས་ལྟ་སྟེ་དྲི་བ་རེད། གཞན་ཡང། སྤང་བྱ་ཉེས་བྱ་ལྔ་བཅུ་དག་དགེ་སློང་གི་སྤང་བྱར་ཤེས་པ་རེད། དགེ་སློང་གིས་སྤང་བྱ་ཉེས་བྱ་ལྔ་བཅུ་རྩ་གསུམ། ཐམས་ཅད་སྤོང་བའི་སྤོང་སེམས། སྤོང་བའི་སེམས་རྣམས། ཕན་ཚུན་རྫས་ཐ་དད་པ་ཡིན་ནམ་ཕན་ཚུན་རྫས་གཅིག་པ་ཡིན་དྲི་བ་དང། ཨ་ནི་དྲི་བ་དང་པོ་ལྟར་བཏང་ན་ཧ་ཅང་ཐལ་གྱི་རེད་གཉིས་པ་བཏང་ན་ཧ་ཅང་ཐལ་གྱི་རེད་བསམ། དང་པོ་ལྟར་ན། དེ་ནས། གཙོ་སེམས་གཅིག་གི་འཁོར་དུ། གཙོ་སེམས་གཅིག་གི་འཁོར་དུ། ཆོས་ཅན། དུས་གཅིག་ལ། སྤང་བྱ་ཉི་ཤུ་ལྔ་བཅུ་རྩ་གསུམ་སྤོང་བའི། སེམས་བྱུང། མི་སྲིད་པ་དག་ཐལ་བ། སྤོང་སེམས་དེ་རྣམས་སྤང་བྱའི་གྲངས་བཞིན། རྫས་ཐ་དད་ཡིན་པའི་ཕྱིར། རྟགས་རེད། འོ་དེ་རིམ་བཞིན་འགྲོ་ཡ་རེད། བྱས་ཙང། དང་པོ་ལྟར་ན་ཟེར་དུས། སྤང་བྱ་ཉི་ཤུ་ལྔ་བཅུ་རྩ་གསུམ་སྤོང་བའི། ཉེས་བྱས་ཐམས་ཅད་སྤོང་བའི་སྤོང་སེམས་རྣམས་ཕན་ཚུན་རྫས་ཐ་དད་པ་ཡིན་ལྷན་པ་ཡིན་ན་གཟིགས་པ་རེད། ད་ང་རང་ཚོ་ལ་འདི་དགེ་སློང་གི་རྒྱུད་ལ་སྤང་བྱ་ཉེས་བྱས་ལྔ་བཅུ་རྩ་གསུམ་སྤོང་བའི་སྤོང་སེམས་ཡོད་བ་དེ་རྫས་ཐ་དད་ཡིན་པར་ཁས་ལེན་གི་མ་རེད། ཡིན་ན་རྫས་ཐ་དད་ཁས་ལེན་གི་མ་རེད་དེ། སྒྲུབ་སྡེ་རྫས་གཅིག་ཡིན་པར་ཁས་ལེན་གི་མ་རེད། བ་དེ་རེད་དང་པོ་ལྟར་ན་ཟད་ད། སྤང། སྤང་བྱ་ཉིད་སྤྱིར་ལྔ་ཆུ་རྩ་གསུམ། ཐམས་ཅད་སྤོང་བའི་སྤོང་སེམས། རྣམས། རྫས་ཐ་དད་པ་ཡིན་ཟེར་བྱུང་ན་ཟེར་བ་རེད། ཨ་ནི། འདི་ལ་སྐྱོན་འདི་ཡོང་གི་རེད་ཟེར་བ་རེད། སོ་སེམས་གཅིག་གི་འཁོར་དུ་བསམ་ཆོས་ཅན། དུས་གཅིག་ལ་སྤང་བྱ་ཉིད་སྤྱིར་ལྔ་གསུམ་རྩོམ། སྤོང་བའི་སེམས་འབྱུང། འབྱུང་མི་སྲིད་པ་ཐ། ཐ་བ་རེད། སྤོང་སེམས་དེ་ན་སྤང་བྱའི་གྲངས་བཞིན་ཡིན། རྫས་ཐ་དད་ཡིན་པའི་ཕྱིར་ཟེར་ན་བཏགས་རེད་བ། བཅད་རྩ། དེ་ནི་ཡིན་དུས་དེ་ནི་ག་སོ་རེད། གཙོ་སེམས་གཙོ་སེམས་ཡིད་ཀྱི་རྣམ་པར་ཤེས་པ་གཅིག་གི་འཁོར་དུ་ཆོས་ཅན། དུས་གཅིག་ལ། དེ་ནི་དགེ་སློང་གིས་སྤང་བྱ་ཉིས་བརྒྱ་ལྔ་བཅུ་རྩ་གསུམ་ཐམས་ཅད་སྤོང་བའི་སྤོང་སེམས། དགེ་སློང་གཅིག་ལ་འཇུག་མི་སྲིད་པ་དག། དེ་ནས་སྤང་བྱ་ཉེས་བྱས་ལྔ་ཕྱོགས་རྩ་གསུམ་ཐམས་ཅད་སྤོང་བའི་སྤོང་བསམ་དེ་རྣམས། ཕན་ཚུན་སྤང་བྱའི་གྲངས་བཞིན་རྫས་ཐ་དད་ཡིན་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར་རིགས་སུ་བར། ཨ་ནི་འདོད་ན་སྲིད་དེ་ད་ལྟའི་འདོད་ན་སྲིད་དེ། དུས་གཅིག་ལ་སྤང་བྱ་ཉེས་བྱས་ལྔ་གསུམ་སྤོང་བའི་སྤོང་བསམ་འབྱུང་མི་སྲིད་པ་ཐག་ཟབ་ལ་འདོད་ཟེར་བ་ཡིན་ན་སྲིད་བར། དེ་ཡང་འགྱུར་མཐའ་འགྱུར། དགེ་སློང་གི་རྒྱུད་ལ་ཁོ་ཡོད། དགེ་སློང་གི་རྒྱུད་ལ་ཁོ་ཡོད་སྤང་བྱ་ཉི་ཤུ་རྔ་གསུམ་པོ་ཐམས་ཅད་སྤོང་ངོ་སྙམ་པའི་བློའོ་ཟེར་ན་ཆོས་ཅན་སྐྱེ་མི་སྲིད་པ་དང་ཐལ་བར་འོ་ན། དགེ་སློང་གི་རྒྱུད་ལ་དགེ་སློང་གཅིག་གི་རྒྱུད་ལ་ཁོ་ཡོད། དགེ་སློང་གཅིག་གི་རྒྱུད་ལ་དགེ་སློང་ཁོ་ཡོད་རང་གི་སྤང་བྱ་ཉི་ཤུ་རྔ་གསུམ་པོ་ཐམས་ཅད་སྤོང་ངོ་སྙམ་པའི་བློ་ཆོས་ཅན་སྐྱེ་མི་སྲིད་པ་ཐལ་ལོ་དང་ནམ་ཡང་སྐྱེ་མི་སྲིད་པ་དག། ཨ་ནི་རྩ་བའི་ཐལ་འགྱུར་ལ་ཁྱེད་རང་གིས་འདོད་ལན་སྤྲད་པའི་ཕྱིར་ཟིག་པ་རེད། དེ་ནི་ཁོ་རང་དེ་ཐར་ན་འདོད་ན་ཁོ་རང་དགེ་སློང་ཡིན་པ་ད་དྲན་སྲིད་ཀྱི་མ་རེད་བྱ་འགྲོ་གི་རེད་ཟེར་ད་གཉིས་པ་ད་ན་སྲིད་དུས་གཉིས་པ་འདིར་བ་སྤང་བྱ་ཉིས་བྱ་ལྔ་བཅུ་རྩ་གསུམ་པོ་ཐམས་ཅད་སྤོང་བའི་སྤོང་སེམས་རྣམས་ཕན་ཚུན་རྫས་གཅིག་ཡིན་ཁས་བླང་བ་ཡིན་ན་ཨེ་ནས་ཧ་ཅང་ཐལ་གྱི་རེད་ཟེར་བ་རེད། ད་རྫས་གཅིག་གི་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་པར་ཁས་བླངས་པ་ཡིན་ན། དེ་འདྲའི་ཆ་དྲུག་ད་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་པར་ཁས་བླངས་པར་ཁས་བླངས་ན། ཡང་ནི་སྐྱོན་ཡོང་གི་རེད་ཟེར། སྤང་བྱ་ཉིད་ཅེས་ལྔ་ཆུ་རྩ་གསུམ་སྤོང་བའི། སྤོང་སེམས་རྣམས། ཆོས་ཅན། སྟོང་ཐུག་གི་ཆོ་ག་གཅིག་ཏུ་ད་ཐལ་བ། ངོ་བོ་གཅིག་ཡིན་པའི་ཕྱིར་རེད་ད་རྟགས་རེད། འོ་ན། དེ་ནས་ད་དེ། རྫས་ཀྱི་ཡིན་པར་ཁས་བླངས་གཉིས་པ་རྫས་ཀྱི་ཡིན་པར་ཁས་བླངས་ན། འོ་ན་སྤང་བྱ་ཉིད་བཅོ་ལྔ་ཆུ་རྩ་གསུམ་པོ་ཐམས་ཅད་སྤོང་བའི་སྤོང་སེམས་རྣམས་ཆོས་ཅན། ཁྱོད་སྟོང་སྟོང་གི་ཆོ་ག་གཅིག་ཡིན་པ་དག་ངོ་བོ་སྟེ། ཕན་ཚུན་རྫས་གཅིག་ཡིན་པར་ཁས་བླངས་ཏེ་ཁས་བླངས་པའི་ཕྱིར་ཟེར་བ་རེད། རྟགས་ཁས་བླངས་པ་རེད། གཅིག་ཡིན་ནམ་ཐ་དད་ཡིན་ནམ་ཞེས་པའི་དུས། རྫས་གཅིག་ཡིན་ཁས་ལེན་པ་རེད། ཁྱབ་པ་རེད། ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་ན། གཏོང་ཐུབ་ཀྱི་ཆོ་ག་གཅིག་ཡིན་པས་ཁྱད་པར་དེ་ཡང་ཁྱེད་རང་གིས་ཁས་བླངས་པ་རེད་ཟེར་བ་རེད། ད་གདོད་ན་ཟེར་དུས་སྤང་བྱ་ཉི་ཤུ་ལྔ་བཅུ་རྩ་གསུམ་པོ་ཐམས་ཅད་རྣམས་ཐམས་ཅད་ཀྱི་སྤོང་སེམས་རྣམས་གཏོང་ཐུབ་ཀྱི་ཆོ་ག་གཅིག་ཏུ་གྱུར་པ་ཐགས་འདོད་ཟེར་བ་ཡིན་ན་ཟེར་བ་དེ་ཡང་འགྱུར་ད་འགྱུར་གཉིས་པ་དེ་སླེབས་ཡོང་བ་རེད། ད་གདོད་ན་ཟེར་དུས་སྤང་བྱ་ཉི་ཤུ་ལྔ་བཅུ་རྩ་གསུམ་པོ་སྤོང་བའི་སྤོང་སེམས་རྣམས་གཏོང་ཐུབ་ཀྱི་ཆོ་ག་གཅིག་ཏུ་ཐལ་ཟེར་བ་འདོད་ལབ་པ་ཡིན་ན་ཟེར་བ་རེད།

སྲོག་གཅོད་སྤོང་བའི་སྤོང་སེམས་གཏོང་བ་ཐལ། ཁོ་རང་ལ་ཁོ་རང་གི་རྒྱུད་ལ་ཡོད་པའི་སྲོག་གཅོད་སྤོང་བའི་སྤོང་སེམས་ཐམས་ཅད་གཏོང་བ་ཐལ་ཟེར་བ་རེད། ག་རེ་ཟེར་ན། ཁོ་རང་གི་རྒྱུད་ལས་པའི་དེ་ནས་སྲོག་གཅོད་སྲོང་གཅོད་སྤོང་བའི་སྤོང་སེམས་ཀྱིས་མཚོན་པའི་དགེ་སློང་གི་སྡོམ་པའི་སྤོང་སེམས་ཐམས་ཅད་གཏོང་བར་གཏོང་བའི་ཕྱིར་ཟེར་བ་རེད། འདི་ལ་འགྲེལ་པ་གྱེར་དུས་ཁ་ཤིས་ཁ་ཤིས་ཚིག་ལྷད་མགོ་རེད། གསར་དུ་འབྲོག་པ་ཡིན་ན་མ་བཙུགས་ན་ཡང་གསར་བུ་ཞིག་པོ་རེད་འདི། དེ་ལྟ་བུའི་ཟེར་ན་ཆོས་ཅན་རེད་བ། བསླབ་ཚིག་གསུམ་པོ་རིམ་ཅན་དུ་བླངས་པ་དེ་ལྟ་བུའི་དགེ་སློང་གིས། དགེ་སློང་རང་གིས་དགེ་སློང་རང་གིས་བསླབ་པ་ཕུལ་བའི་ཚེ། ད་བསླབ་པ་ཟེར་ན་དགེ་སློང་འདོན་པ་རེད། ཁོ་ལ་བསླབ་ཚིག་རིམ་ཅན་དེ་དགེ་སློང་དེ་བརྒྱུད་ལ་དེ་ནས་སྤོང་སྤོང་ས་མང་པོ་ཡོད་རེད། ད་ཡིན་དུས་ཁོ་གིས་དགེ་སློང་གི་སྡོམ་པ་འཕུལ་དུས། སྤོང་སེམས་ཐམས་ཅད་འཕུལ་དགོས་ཡོད་པ་མ་རེད་དེ་དགེ་སློང་གི་སྡོམ་པའི་སྤོང་སེམས་དུ་འཕུལ་དགོས་ཡོད་རེད་དངོས་གནས་བྱས་ན། ད་རྫས་གཅིག་ཏུ་ཁས་བླངས་ས་ན་ཐབས་ཤེས་མཁན་མེད་པ་རེད་བྱས་ཙང། བསླབ་ཚིག་གསུམ་པོ་རིམ་བྱིན་གྱིས་བླངས་པ་དེ་ལྟ་བུའི་དགེ་སློང་གིས། བསླབ་པ་འཕུལ་བའི་ཚེ་རང་གིས་དགེ་སློང་གི་སྡོམ་པ་འཕུལ་བའི་ཚེ་ཆོས་བཞིན། ཁོ་རང་གི་རྒྱུད་ལ་ཡོད་པའི་སྲོག་གཅོད་སྤོང་བའི་སྤོང་སེམས་ཐམས་ཅད་སྟོང་བར་ཐལ། ག་རེ་ཟེར་ན། དེ་ནི་ཁོ་རང་གི་རྒྱུད་ལ་ཡོད་པའི་དགེ་སློང་གི་སྡོམ་པའི་སྲོག་གཅོད་སྤོང་བའི་སྤོང་སེམས་ཀྱིས་མཚོན་པའི་ཨ་ནི་དགེ་སློང་གི་སྡོམ་པའི་སྤོང་སེམས་ཐམས་ཅད་སྟོང་དེའི་སྐབས་སུ་སྟོང་བའི་ཕྱིར། འདོད་ན་ཟེར་ཏེ། སྲོག་གཅོད་ཐམས་ཅད་སྤོང་བའི་སྤོང་བའི་སྤོང་སེམས་སྟོང་བར་ཐལ་ཞིང་འདོད་ཟེར་བ་ཡིན་ན་དེའི་ཚེ་ཟེར་ད་དེ་ཚོའི་ཆོས་ཅན་རེད། དགེ་བསྙེན་དང་དགེ་སློང་གི་སྡོམ་པ་ཡང་སྟོང་བར་འགྱུར་རོ་ཟེར་ན་ཐལ་བ་རེད། དེའི་ཚེ་སྟེ། འོ་ན། དེ་ནས་བསླབ་ཚིག་གསུམ་པོ་རིམ་ཅན་དུ་བླངས་པ་དེ་ལྟ་བུའི་དགེ་སློང་གིས། རང་གི་རྒྱུད་ལས་པའི་དགེ་སློང་གི་ནོར་བ་ཕུལ་བ་དུས་དེའི་ཚེ་མཆོད་སྦྱིན་ནི་དགེ་བསྙེན་གྱི་སྡོམ་པ་དང་དགེ་ཚུལ་གྱི་སྡོམ་པ་ཡང་གཏོང་བར་གྱུར་པ་ཐག་དེ་གར་སོང་ན། དགེ་སློང་ཁོ་རང་གི་རྒྱུད་ལས་པའི་སྲོག་གཅོད་སྤོང་པའི་སྤོང་སེམས་ཐམས་ཅད་དེ་དུས་སྤོང་ཚར་བར་ཁྱེད་རང་གཏོང་ཚར་བར་ཁྱེད་རང་གིས་ཁས་བླངས་པའི་ཕྱིར་འདོད་ན། དེ་ཁོ་དགེ་སློང་མ་ཡིན་པར་ཆགས་དགེ་ཚུལ་ཡང་མ་ཡིན་པར་ཆགས་དགེ་བསྙེན་མེད་པར་ཆགས་འགྲོ་བ་རེད། ད་གཞན་ཡང་སྐྱོན་གཞན་ཡང། ད་འདི་གཅིག་པ་གཅིག་ཀྱང་ལྟ་སའི་འགྲོ་སྟངས་ཤིག་པ་རེད། གོ་གར་སོང་ན། རྫས་གཅིག་ཡིན་པར་ཁས་བླངས་ཚར་བ་རེད། རྫས་གཅིག་ཡིན་པར་ཁས་བླངས་ཚར་དུས། དེ་ནི། དགེ་སློང་གི་རྒྱུད་ཀྱི། དགེ། རྫས་གཅིག་ཡིན་པར་ཁས་བླངས་ཚར་བ་རེད་བ་ད་འདྲ་དེ། དེ་ཉིད་དུ་གཅིག་པ་གཅིག་ཡང་གྲོགས་པོར་བྱེད་སྟངས་དེ་དགེ་ཚུལ་གྱི། དགེ་ཚུལ་གྱི་སྡོམ་པ་ཐོབ་པའི་ཚེ་ཟེར་ན་ཆོས་ཅན། སྦྱིན་ལེན་མ་བྱས་པར། བཟའ་བ་སྤོང་བའི་སྤོང་སེམས་ཐོབ་པར་ཐལ། དེ་ནས་སྲོག་གཅོད་སྤོང་བའི་སྤོང་སེམས་ཐོབ་པའི་ཕྱིར་ས་གཅིག་པ་རེ་ཁཱ་ས་སྤོང་སེམས་ཐམས་ཅད་རྫས་གཅིག་ཏུ་ཁས་བླངས་པར་བ། སྤོང་སེམས་ཐམས་ཅད་རྫས་གཅིག་ཏུ་ཁས་བླངས་ས་དུས་གཅིག་པ་གཅིག་ཡང་རེ་དེ་ནས་དགེ་ཚུལ་གྱི་སྡོམ་པ་ཐོབ་པའི་ཚེ་ཆོས་སྦྱིན། སྦྱིན་ལས་མ་བྱས་པར་ཁཱ་སས་ཟ་བ་སྤོང་བའི་སྤོང་སེམས་དེ་ཡང་དགེ་ཚུལ་དེ་ལ་ཐོབ་པ་དག་ཨ་ནི། དགེ་ཚུལ་དགེ་ཚུལ་གྱི་སྡོམ་པ་ཐོབ་པའི་སྐབས་སུ་སྲོག་གཅོད་སྤོང་བའི་སྤོང་སེམས་ཐོབ་པ་གང་ཞིག། དེ་ལྟ་བུའི་སྤོང་སེམས་རྣམས། འདི་ནི་རྫས་གཅིག་ཡིན་པར་ཁྱེད་རང་གིས་ཁྱབ་པ་ཁས་བླངས་པའི་ཕྱིར་རིགས་གཟིགས་པ་རེད། ཁྱབ་པ་ཁས་འདོད་ན་གཟིགས་དུས། ནི་སྦྱིན་ལེན་མ་བྱས་པར་ཟས་ཟ་བ་སྤོང་བའི་སྤོང་སེམས་ཐོབ་པ་ཐག་ཟིན་འདོད་ཟེར་བ་ཡིན་ན། ནི་དེའི་ཚེ་མཆོད་སྦྱིན་དགེ་སློང་གི་སྡོམ་པ་ཡང་ཐོབ་པར་འགྱུར་རོ་ཟེར་ན་ཐལ་བ་རེད་དེའི་ཚེ་སྟེ། དེ་ནི། ད་དེའི་ཚེ་སྟེ། དེའི་ཚེ་དེ་དགེ་ཚུལ་གྱི་སྡོམ་པ་ཐོབ་པ་དེ་དེའི་ཚེ་ཆོས་ཅན། ཨ་ནི་དགེ་སློང་གི་སྡོམ་པ་ཡང་ཐོབ་པར་གྱུར་པ་དག་ཟེར་བ་ནི་ག་རེ་ཟེར་ན། རྒྱུ་མཚན་ག་རེ་ཟེར་ན། སྦྱིན་ལེན་མ་བྱས་པར་ཟས་ཟ་བ་སྤོང་བའི་སྤོང་སེམས་ཐོབ་པར་ཁྱེད་རང་གིས་ཁས་བླངས་པའི་ཕྱིར་ཟེར་དགོས་རེད། ཨོ་དེའི་བར་དུ་འགྲོ་ཡ་རེད། དེས་ན་ངོ་བོ་གཅིག་ན་སྟོང་ཐོབ་གཅིག་ཏུ་བྱེད་པར་འགྱུར་རོ་ཞེས་པ་ནི་ཟེར། དེས་ན་ཟེར་དུས་ད་ངོ་བོ་གཅིག་ལ། སྒྲུབ་སྡེ་རྫས་གཅིག་གི་ངོ་བོ་གཅིག་དང། ངོ་བོ་སྒྲུབ་ལ་རྫས་ཐ་དད་མེད་པའི་ངོ་བོ་གཅིག་གཉིས་ཡོད་པ་རྒྱུ་མཚན་དེས་ན། ངོ་བོ་གཅིག་ན། རྫས་དབྱེར་མེད་ཀྱི་ངོ་བོ་གཅིག་ཡིན་པས་ཁྱབ་དུས། སྟོང་ཐུབ་ཀྱི་ཆོ་ག་གཅིག་བཟོ་བྱེད་པར་འགྱུར་རོ། ཞེས་སྨྲ་བ་དེ་རྣམས་ནི། དེ་ནི། དེ་རྣམས་ཀྱི་བསམ་བློ་ལ། དེ་ནི། སྐྱེ་འཇིག་གཅིག་ཆེད་དུ་བྱེད་ན་མཐའ་གཅིག་ཏུ་གཏོང་ཐུབ་ཆོ་ག་ཡང་གཅིག་ཆེད་དུ་བྱེད་པར་གྱུར་རོ་སྙམ་དུ་སེམས་པར་གྱུར་པ་རེད་ཟེར་བ་རེད། ད་དཔེར་ན་འདི་འདྲ་ཡོང་གི་རེད་བ་ག་སུ་རེད། དེ་ནི། སྡོམ་པ་གསུམ། ངོ་བོ་གྲུབ་ཅིང་རྫས་ཐ་དད་པ་མེད་པའི། ངོ་བོ་གཅིག་གི་སྡོམ་པ་གསུམ་གྱི་སྐབས་སུ། སྐྱེ་འཇིག་གཅིག་གཅིག་ཏུ་བྱེད་སྲིད་པ་རེད། ཡིན་ན་ཡང་སྟོང་ཐོབ་ཆོ་ག་གཅིག་ཏུ་བྱེད་དགོས་ཀྱི་མ་རེད། དེ་འདི་འདྲ་བ་ག་སོ་ན། སྒྲུབ་སྡེ་རྫས་གཅིག་ལ་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་པའི་ཁྱབ་པ་རེད། ངོ་བོ་དབྱེར་མེད་ལ་སྒྲུབ་སྡེ་ངོ་བོ་དབྱེར་མེད་ཀྱི་སྒྲུབ་འདིར་ག་སོ་སྒྲུབ་སྡེ་རྫས་གཅིག་ལ་ངོ་བོ་དབྱེར་མེད་ཀྱི་རྫས་གཅིག་ཡིན་པའི་ཁྱབ་པ་རེད་ཁྱབ་སོང་ན་འདི་ལ་དེ་ནས་འདི་ལ་ག་རེ་ཡོད་རེད་ཟེར་ན། སྐྱེ་འཇིག་གཅིག་གཅིག་ཏུ་བྱེད་དགོས་ཀྱི་རེད་ལ་གཏོང་ཐུབ་ཀྱི་ཆོ་ག་ཡང་གཅིག་ཏུ་བྱེད་དགོས་ཀྱི་རེད། ཡིན་ན་ཡང་ངོ་བོ་སྒྲུབ་ལ་རྫས་ཐ་དད་མེད་པ་ལ། སྐྱེ་འཇིག་གཅིག་གཅིག་ཏུ་བྱས་ན་ཡང་དེ་ནི། གཏོང་ཐུབ་ཀྱི་ཆོ་ག་གཅིག་ཏུ་འགྲོ་དགོས་ཀྱི་མ་རེད། ག་རེ་ཟེར་ན། སྐྱེ་འཇིག་ཟེར་དེ་སྐད་ཅིག་གི་སྟེང་དུ་བཞག་གི་ཡོད་རེད། གཏོང་ཐུབ་དེ་རྒྱུན་གྱི་སྟེང་དུ་བཞག་གི་ཡོད་རེད་ཟེར་བ། དེས་ན། ཐ་དེར་དེ་ན་ས་དེ་ན་སེ་དུས་ངོ་བོ་གཅིག་ལ། སྒྲུབ་སྡེ་རྫས་གཅིག་གི་ངོ་བོ་གཅིག་དང། ངོ་བོ་དྲུག་ལ་རྫས་ཐ་དད་མེད་པའི་ངོ་བོ་གཅིག་གཉིས་ཡོད་པ་རྒྱུ་མཚན་དེ་ན་ངོ་བོ་གཅིག་ན་སྟེ། དེ་ངོ་བོ་གཅིག་ལ་ངོ་བོ་གཅིག་ན་སྟེ། གལ་སྲིད། སྡོམ་གསུམ་དེ། ངོ་བོ་སྒྲུབ་ལ་རྫས་ཐ་དད་མེད་པའི་ངོ་བོ་གཅིག་དེ་ཡིན་ན། སྟོང་ཐུག་གི་ཆོ་ག་གཅིག་ཏུ་བྱེད་པར་འགྱུར་རོ་ཞེས་སྨྲ་བ་ནི་ཟེར་བ་རེད། ཞེས་སྨྲ་བ་ནི་ཁོ་རང་གི་བསམ་བློའི་ནང་བྱུང་བ་རེད་ཁོ་རང་བསམ་བློའི་གར་བྱུང་ཞེས་ཞེས་སྨྲ་བ་ནི་ཁོ་རང་བསམ་བློའི་གར་བྱུང་བ་རེད་ཟེར་དུས། ད། སྡོམ་པ་གསུམ་པོ་དེ་གནས་གྱུར་ངོ་བོ་གཅིག་པ་རེད། གནས་གྱུར་ངོ་བོ་གཅིག་པ་ཡིན་ན། དེ་ནས་ག་སོ་རེད། ངོ་བོ་གཅིག་ལ་རྫས་ཐ་དད་མེད་པ་རེད་དོ། ངོ་བོ་གཅིག་ལ་རྫས་ཐ་དད་མེད་པའི་དུས་དེ་ནི། སྡོམ་གསུམ་གནས་གྱུར་ངོ་བོ་གཅིག་བདེན་པའི་སྐབས་སུ། སྐྱེ་འཇིག་གཅིག་གྱུར་དུ་བྱེད་ཀྱི་ཡོད་རེད། སྐྱེ་འཇིག་གཅིག་གྱུར་དུ་བྱེད་ན་དེ་སྟོང་སྟོབས་ཀྱི་ཆོ་ག་ཡང་གཅིག་ཏུ་བྱེད་དགོས་པར་འགྱུར་རོ་སྙམ་དུ་སེམས་པར་སྣང་བ་རེད། འདི་ལས་ཁྱབ་པ་ཡོད་མ་རེད་ཟེར་བར་ག་རེ་ཟེར་ན། ངོ་བོ་གཅིག། སྡོམ་གསུམ་གནས་གྱུར་ངོ་བོ་གཅིག་གི་བའི་སྐབས་སུ། དེ་ནི། སྐྱེ་འཇིག་གཅིག་ཏུ་བྱེད་སྲིད་ཀྱི་རེད་དེ། དེ་ནས། སྟོང་སྟོབས་གཅིག་ཏུ་བྱེད་ཡོད་ཁུག་མ་རེད་ཟེར་བར། ག་རེ་ཟེར་འདི་འདྲའི་ལབ་མཁན་དེ། རྟོག་གེ་གནས་ཟེར་ན། ཚད་མའི་འགྲོ་སྟངས་དེ་མ་ཤེས་པའི་རྟགས་རེད་ཟེར། ག་རེ་ཟེར་ན། སྐྱེ་འཇིག་ཟེར་མཁན་དེ་སྐད་ཅིག་གི་སྟེང་དུ་འཇོག་གི་ཡོད་རེད། སྟོང་ཐོབ་ཟེར་མཁན་དེ་རྒྱུན་གྱི་སྟེང་དུ་འཇགས་ཀྱི་ཡོད་རེད་ཟེར་བ་བཅས་དང་ཁྱབ་པ་ཡོད་མ་རེད་ཟེར་བ་རེད། གཞན་དུ་ན་ས་ད་སྟོང་ཐུབ་རྒྱུན་ལ་འཇོག་པ་ལས་གཞན་དུ་སྐད་ཅིག་ལ་འཇོག་ན་ཨ་ནི་སྡོམ་པ་ཐམས་ཅད་ད་སྡོམ་པ་གསུམ་པ་ཐམས་ཅད་རང་སྒྲུབ་དུས་ཀྱི་སྐད་ཅིག་གཉིས་པར་སྟོང་བ་དག་ལ་སྡོམ་པ་ཐམས་ཅད་རང་སྒྲུབ་དུས་ཀྱི་སྐད་ཅིག་གཉིས་པར་གཞིགས་ཟིན་པ་ཡིན་པའི་ཕྱིར་ཏེ་ཨ་ནི་སྡོམ་པ་གསུམ་པ་ཐམས་ཅད་དངོས་པོ་ཡིན་པའི་ཕྱིར་ཟེར་བ་རེད། ངོ་བོ་དེའི་དོར་ཕྱིན་པ་རེད། བ། ད་འདི་གར་རྩོད་སྤོང་གི་སྐབས་ལ་སྐད་ཆ་རེ་ཕྱིན་པ་རེད། ད་འདི། གསར་བརྗེ་ལྔ་པ་གནད་དོན་གྱི་ཚུལ་ལ་དཔྱད་པ་ལ་ཟེར། གསར་བརྗེ་གཉིས་དུ་བ། གནས་པའི་ཚེ་གཅིག་དང་ཐ་དད་གང་དུ་གནས་དཔྱད་པ། འདི་དཔྱད་པ་རེད། ད་གསར་བརྗེ་གཉིས་པ། སྟོང་བའི་ཚེ་རིམ་དང་བཅས་ཀྱི་གང་དུ་སྟོང་དཔྱད་པ་རེད་གཉིས་ཏེ། ད་སྡོམ་པ་གསུམ་སྟོང་བའི་ཚེ། རིམ་གྱིས་སྟོང་གི་ཡོད་དམ་གཅིག་གཅིག་གང་དུ་སྟོང་དཔྱད་པ་སྟེ། ཐག་བཅད་པ་ཤེས་པ་ལ་རྩ་བའི་གསར་བརྗེ་གཉིས། ད་དཔྱད་པ་ཟེར་ན། ད་དེ། ཐག་བཅད་ནས་བཤད་པ་རེད་མདོར་ན། སྟོང་བའི་སྡོམ་པ་གསུམ་པོ་སྟོང་བའི་ཟས་རིམ་དང་གཅིག་ཅར་གང་དུ་སྟོང། ཅེས་པ་དེ་ཐག་བཅད་ནས་བཤད་པ་ལ་རྩ་བའི་ཟབ་ཁྱད་གཉིས། སྡོམ་པ་གསུམ་པོ་རིམ་གཅིག་ཏུ་བླངས་པའི་ཚེ། དགེ་སློང་གི་སྡོམ་པའི་སྟོང་ཚུལ། དེ་ནས་སྟོང་ཚུལ་དང་དེ་ཟབ་ཁྱད་གཉིས། སྡོམ་གསུམ་པོ་རིམ་གཅིག་ཏུ་བླངས་པའི་དགེ་སློང། དགེ་སློང་རྡོ་རྗེ་བཙན་པོ་ལྟ་བུའི་རྒྱུད་ཀྱི་སྡོམ་གསུམ་གྱི་སྟོང་ཚུལ་ཞེས་པ་རེད། ཨོ་མཁུར་གྱི་ཆོ་ག་ཁོ་ན་ལས་སྡོམ་གསུམ་གཅིག་ཅར་ཐོབ་པའི་སྡོམ་གསུམ་གྱི་སྟོང་ཚུལ་གཉིས་ཡོད་ཟེར་བ་རེད། ད་དང་པོ་སྡོམ་པ་གསུམ་རིམ་ཅན་དུ་བླངས་པའི་དགེ་སློང་རྡོ་རྗེ་བཙུན་པ་ལྟ་བུའི་རྒྱུད་ལས་པའི་སྡོམ་པ་གསུམ་གྱི་སྟོང་ཚུལ་ནི་སྟོང་ཚུལ་བཤད་ན་ཟེར་བ་རེད། ད་སྟོང་ཚུལ་དེ་སྐོར་ལ་དེ་ནས་འདུམ་བདེ་པོ་གོ་བདེ་པོ་བཟོས་ཤིག་དེ་ནས་མ། དང་པོ། དང་པོ་ནི། འདིའི་སྟོང་ཚུལ་ལས་དང་པོ་ནི། སྡོམ་པ་སོ་སོའི་སྟོང་ཚུལ་ནི་གོང་དུ་ཅུང་ཟད་བཤད་ཟིན་གྱི་མ་རེད། ཟིན་བཅིངས་རེད། ག་དེ་ག་གོ་ཁྱི་གསབ་ལ། ལྕགས་ཀྱུ་བཅིངས་ཀྱི་ཅིང་བཤད་ཟིན་བཅིངས་ཟེར་བ་དང། སྡོམ་པ་གསུམ་སོ་ཐར་གྱི་སྡོམ་པའི་སྟོང་ཚུལ། དེ་ནས་བྱང་ཆུབ་སེམས་དཔའི་སྡོམ་པའི་སྟོང་ཚུལ་སྔགས་ཀྱི་སྡོམ་པའི་སྟོང་ཚུལ་དེ་ཚོ་གོང་དུ་བལྟས་ཚེ་ཤེས་ཚར་བ་ཡིན་ཟེར་བ་རེད། ནི་རྒྱས་པར་སོ་སོའི་གཞུང་དུ་ཤེས་པར་བྱ། ད་རྒྱས་ཤིང་རྒྱས་པ་ཤེས་འགོག་ཏུ་ན། ནི་སོ་ཐར་གྱི་སྡོམ་པའི་གཞུང། བྱང་ཆུབ་སེམས་དཔའི་སྡོམ་པའི་གཞུང། སྔགས་ཀྱི་སྡོམ་པའི་གཞུང། དེ་ཚུལ་དུ་ཤེས་པར་བྱེད་དགོས་རེད་ཟེར། ད་ཡིན་ན་འདིར་མ་བསྡུས་དུས་ཤེས་ཀྱི་ཡིན་ཟེར། སྤྱིར་རིམ་གྱིས་བླངས་པའི་སུམ་ལྡན་གྱིས་གཏོང་ཚུལ་ལ། སྤྱིར། སྡོམ་པ་གསུམ་རིམ་གྱིས་བླངས་པས་དགེ་སློང་གི་རྒྱུད་ཀྱི། དགེ་སློང་ལྟ་བུའི་རྒྱུད་ཀྱི། སྡོམ་པ་གསུམ་ལྡན་གྱིས་གཏོང་ཚུལ་བཤད་པ་ལ། རྩ་བའི་ས་བཅད་མ་འདྲ་བ་ལྔ་ཙམ་ཡོད་རེད། སྤྱིར་རིམ་གྱིས་བླངས་པས། སྤྱིར་སྡོམ་པ་གསུམ་རིམ་གྱིས་བླངས་པས་དགེ་སློང་རྡོ་རྗེ་འཛིན་པ་ལྟ་བུའི། ལྟ་བུ། སྡོམ་པ་གསུམ་ལྡན་རྒྱུད་ཀྱི་སྡོམ་པ་གསུམ་གཏོང་ཚུལ་ལ། ས་བའི་ས་བཅད་ལྔ། དགེ་སློང་གི་སྡོམ་པ་གཏོང་ནས་གོང་མ། བྱང་སྡོམ་དང་སྔགས་སྡོམ་གཉིས་མི་གཏོང་བའི་ཚུལ་གཅིག་ཡོད་རེད། ལྟ་དེ་གསུམ་ལྡན་གང་ས་དབང་དུ་བྱས་པ་རེད། དགེ་སློང་རྡོ་རྗེ་སྡོམ་གསུམ་ལྡན་པའི། དེ་ནས། དགེ་སློང་རྡོ་རྗེ་བཙན་པོ་ལྟ་བུའི་རྒྱུད་ལས་པའི་སྡོམ་གསུམ་སྐོར་ཞིག་བར་བཅད་ཙང་དེ་དུས་དགེ་སློང་གི་སྡོམ་པ་བཏང་ནས་དེ་ནས་གོང་མ་བྱང་སྡོམ་དང་སྔགས་སྡོམ་མི་གཏོང་བའི་ཚུལ་གཅིག་ཡོད་ཟེར་བ་རེད། ཡང་གོང་མ་བྱང་སྡོམ་དང་སྔགས་སྡོམ་གཉིས་བཏང་ནས་དགེ་སློང་གི་སྡོམ་པ་མི་གཏོང་བའི་ཚུལ་གཅིག་ཡོད་ཟེར་བ་གཉིས་བྱས། དེ་ནས་དགེ་སློང་གི་སྡོམ་པ་དང་སྔགས་སྡོམ་གཉིས་བཏང་ནས་བྱང་ཆུབ་སེམས་དཔའི་སྡོམ་པ་མི་གཏོང་བའི་ཚུལ་གཅིག་ཡོད་ཟེར་གསུམ་བྱིན་པ་རེད། འདི་ནི་སྔགས་ཐུམ་བཏགས་ནས་འོག་མ། སོ་ཐར་དང་བྱང་ཐུམ་གཉིས་མི་བཏགས་པའི་ཚུལ་གྱིས་ཡོད་དེ་བཞི་བཅས། ཨ་ནི་སྡོམ་པ་སུམ་ཅུ་དུས་མཉམ་དུ་བཏང་པའི་ཚུལ་དང་གཅིག་དང་རྣམ་པ་ལྔ་ཡོད་པ་ལས་ལྔ་ཡོད་རེད་ཟེར་བ། ཨ་ནི་འདི་སྡོམ་ཆེན་པོ་རེད། སྡོམ་ཆེན་པོ་རེད་ག་དུས་ན་བློ་ལ་ཡོད་པ་ཡིན་ན་རང་གི་ཉམས་ལེན་ཐོག་ལ་ཕན་ཐོགས་གི་རེད་དེ་དོན་དེ་ལྟར་དེ་སྡོམ་བཟུང་ཡིན་ཤིན་ནོ་བུ་དེ་ཉམས་ལེན་གྱི་ཕྱོགས་ལ་ཕན་ཐོགས་ཤོས་བྱུང་བ་རེད་ཡག་པོ་བྱེད་པོ་ཡོད་རེད་དེ། ཞིབ་རྒྱས་བཅས་སྦྱང་ཐུབ་པ་ཡིན་ན། ཨ་ནི་དང་པོ་ནི་ས་ད་དང་པོ་རེད་བ། སྟོང་ཚུལ་དང་པོ་དེ་རེད། སྟོང་ཚུལ་དང་པོ་དེ་ག་རེད། སྟོང་ཚུལ་དང་པོ་དེ། དེ་ནི། དེ་སྟོང་ཚུལ་དང་པོ་དེ། དང་དང་པོ་དེ། དེ་རེད་བ་ག་སོགས་རེད། དགེ་སློང་གི་སྡོམ་པ་བཏང་ནས། གོང་མ་གཉིས། མི་སྟོང་པ་དེ་མི་སྟོང་པ་དེ་ནི་ཟེར་བ་རེད། མི་སྟོང་པ་དེ་རེད། སྟོང་ཚུལ་དང་པོ་དེ་བཤད་ཀི་འདུག་ཨ། ད། དང་པོ་ནི་གསུངས་དོན་དང་པོ་ནི་སྲིད་དུས་དགེ་སློང་གི་སྡོམ་པ་དང་གོང་མ་བྱང་སྡོམ་དང་སྔགས་སྡོམ་གཉིས་མི་གཏོང་བའི་མི་གཏོང་བའི་ཚུལ་དེ་ནི་སྲིད་པར་དཔེར་བརྗོད་ག་འདྲ་རེད་ཟེར་ན། དེ་ལྟ་བུའི་དགེ་སློང་གིས་སེམས་ཅན་གྱི་དོན་དུ་གྱུར་པ་སོགས་དགོས་ཀྱི་ཁྱད་པར་ཅན་གྱི་ཚེ་དགེ་སློང་གི་བསླབ་པ་ཕུལ་བ་དང་ཤི་འཕོས་པའི་ཚེ་དགེ་སློང་གི་སྡོམ་པས་གཏོང་སྟེ་སྲིད་དུ་སྟེ་དེ་རེད་ཟེར་བ་རེད། དེ་ལྟ་བུའི་དགེ་སློང་དེ་ལྟ་བུའི་ག་རེད། དེ་ནས། སྡོམ་པ་གསུམ་རིམ་ཅན་དུ་བླངས་པ་དེ་ལྟ་བུའི་དགེ་སློང་གིས། སེམས་ཅན་དེ་དོན་དུ་གྱུར་པ་སོགས་དགོས་ཆེད་ཁྱད་པར་བྱིན་གྱིས་བརྩེ་ཨ་ནི་རང་ལ་ཡོད་པའི་དགེ་སློང་གི་བསླབ་པ་ཕུལ་བ་རེད། ཡང་ན་དེ་འདྲའི་དགེ་སློང་དེ་ཤི་འཕོས་པའི་ཚེ་དགེ་སློང་དེ་ཤི་སོང་ན་ཨ་ནི་དགེ་སློང་གི་སྡོམ་པ་གཏོང་གི་རེད་ཟེར་བ་དེ་དུས། ཡེ་རེད་དེ་ག་རེ་ཟེར་ན། དེའི་སྐབས་ལ། དགེ་སློང་གི་སྡོམ་པ་དེས་སྟོང་རྒྱུད་བྱུང་བ་རེད། སྟོང་རྒྱུད་གཉིས་ཡོད་རོ། བསླབ་པ་ཕུལ་བ་དང་ཤི་འཕོས་པ་གང་རུང་བྱུང་བྱུང་བ་བྱུང་བ་རེད། དེའི་ཚེ་ཟེར་ད་དེའི་ཚེ་ཟེར་ཏེ། བསླབ་ཚིག་གསུམ་པོ་རིམ་བྱིན་དུ་བླངས་པ། དེ་ལྟ་བུའི་དགེ་སློང་གིས་སེམས་ཅན་གྱི་དོན་དུ་གྱུར་པ་སོགས་དགོས་ཆེད་ཁྱད་པར་ཅན་གྱི་ཚེ། དགེ་སློང་གི་བསླབ་པ་སྡོམ་པ་ཕུལ་བ་དང་ཤི་འཕོས་པ་དུས་དེའི་ཚེ། གོང་མ། བྱང་སྡོམ་དང་སྔགས་སྟོང་གཉིས་མི་གཏོང་གཏོང་གི་མ་རེད་ཟེར་བ་རེད། ཡང་དེ་དུས་བྱང་སྡོམ་དང་སྔགས་སྟོང་གཉིས་གཏོང་རྒྱུ་མ་བྱུང་བ་རེད་ཟེར་བ་རེད། ག་རེ་ཟེར་ན། བྱང་ཆུབ་སེམས་དཔའི་སྡོམ་པོ་གཏོང་རྒྱུ་གལ་ཆེ་ཤོས་དེ། དེ་འདྲ་དེ། ཉོན་མོངས་ཆེན་པོས་རྒྱུད་བསྐུལ་ནས་བྱིན་པའི། ཕམ་པ་བྱེད་པ་ལྟ་བུ་དང་ཡང་ན་སྨོན་སམ། སྨོན་སམ་བཏང་བ་ལྟ་བུ་དེ་གཉིས་ཀ་མ་བྱུང་བ་ད་ལྟའི་སྐབས་ལ། ཨ་ནི། སྔགས་ཀྱི་རྩ་ལྟུང་ག་ཡིན་མ་བྱུང་བ་རེད་དེ་མ་བྱུང་བར་བ་དེ་རེད་ཟེར་བ་རེད་གཏོང་རྒྱུ་མ་བྱུང་བའི་ཕྱིར། ད་འདི་གི། དང། གཏོང་ཚུལ་དང་པོ་དེ་དགེ་སློང་གི་སྡོམ་པ་བཏང། སོ་ཐར། བྱང་སྡོམ་དང་སྔགས་སྡོམ་གཉིས་མ་བཏང་བ་བཅས་དགུ་དགུ་རེད་དེ་ག་རེ་རེད་ཟེར་ད་འདི་ཆོས་ཅན་ནས་བྱུང་བ་ན་ཞིག་རེད། ཨ་ནི། བསླབ་ཚིག་སོགས་རིམ་ཅན་དུ་བླངས་པའི་དགེ་སློང་གིས་སེམས་ཅན་གྱི་དོན་དུ་གྱུར་པ་སོགས་དགོས་པ་ཁྱད་པར་ཅན་གྱི་སྐབས་སུ། ཨ་ནི། ཁོ་རང་གིས། དགེ་སློང་གི་རྒྱུད་ལ་བསླབ་པ་དེ་འཕུར་འགྲོ་དུས། དེ་དུས་དགེ་སློང་གི་སྡོམ་པ་སྟོང་བ་རེད་དེ། བྱང་ཆུབ་སེམས་དཔའི་སྡོམ་པ་དང་དེ་ནས། སྔགས་ཀྱི་སྡོམ་པ་སྟོང་ཡོད་མ་རེད་ཟེར་བ་རེད། དཔེར་ན། འཇམ་དགེ་ཨ་མའི་ཞབས་ཀྱིས། དང་པོ་དགེ་སློང་རེ་ཁོང། དེ་ནས། བསྟན་པ་དང་སེམས་ཅན་དུས་དང་ཡང་འགྱུར། དེ་ནས། དགེ་བསྙེན་གྱི་སྡོམ་པ་བཞེས་རོགས་ཅེས་གསོལ་བ་བཏབ་དུས། དེ་དགེ་བསྙེན་གྱི་སྡོམ་པ་དེ། ཚུལ། ལེན་པའི་ཆེད་དུ་དང་པོ་དགེ་སློང་གི་སྡོམ་པ་དེ་ཕར་ཕུལ་བ་རེད། ཕུལ་དུས། དེ་ནི་ཕུལ་འགྲོ་དུས་དེ་ཁོ་དགེ་སློང་མ་ཡིན་པ་ཆགས་སོང་བ་རེད་དགེ་སློང་སྡོམ་པ་གཏོང་འགྲོ་དུས་ག་རེ་ཟེར་ན་དགེ་སློང་སྡོམ་པས་གཏོང་རྒྱུ་བསླབ་པར་ཕུལ་བ་དེ་བྱུང་བ་རེད། ཡིན་ནའི་དེ་དུས་བྱང་ཆུབ་སེམས་དཔའི་སྡོམ་པ་གཏོང་ཡོད་མ་རེད། ག་རེ་ཟེར་ན་གཏོང་རྒྱུ་མ་བྱུང་བ་རེད་སྔགས་ཀྱི་སྡོམ་པ་བྱུང་ཡོད་མ་རེད་གཏོང་ཡོད་མ་རེད་ག་རེ་ཟེར་ན་དེ་དུས་གཏོང་རྒྱུ་མ་བྱུང་བ་རེད་ཟེར་བ་རེད། གཉིས་པ་དེ་གཉིས་པ་དེ་ག་རེ་གོང་མ་གཉིས་བཏང་ནས། བྱང་སྡོམ་དང་སྔགས་སྡོམ་གཉིས་བཏང་ནས་དགེ་སློང་གི་འདོམས་པ་མི་གཏོང་པ་ཅིག་ཡོད་རེད་ཟེར་འདི་ག་རེད་ཟེར་ན། ཡང་དེ་ཡང་དེ་རེད། དཔེར་བརྗོད་འདྲ་བོ་དེ་དེ་ལྟ་བུའི་དགེ་སློང་གིས་ཟེར་ན་ད། སྡོམ་པ་གསུམ་རིམ་ཅན་དུ་བླངས་པ་དེ་ལྟ་བུའི་དགེ་སློང་གིས། སྨོན་སེམས་བཏང་བའམ་སེམས་ཅན་ཐམས་ཅད་དུ་ངས་རྫོགས་པའི་སངས་ཀྱི་གོ་འཕང་ཐོབ་པར་བྱ་གི་ཡིན་བསམ་པའི་སྨོན་སེམས་བཏང་བའམ། ཡང་ན། བྱང་ཆུབ་སེམས་བྱང་སེམས་ཀྱི་འདོམས་པས་ཕམ་འདྲ། བམ་སྒྲ། ཀུན་དཀྲིས་དྲག་པོས་སོ། ཉོན་མོངས་དྲག་པོས་རྒྱུད་བསྐུལ་ནས་བྱས་པའི། རྩ་ལྟུང་དེ་འདྲ་བྱུང་སོང་ན། སྡོམ་པ་གོང་མ། སྔགས་ཀྱི་སྡོམ་པ་དང་དེ་ནས། བྱང་ཆུབ་སེམས་དཔའི་སྡོམ་པ་གཉིས་གཏོང་གི་རེད་ག་རེ་ཟེར་ན། བྱང་ཆུབ་སེམས་དཔའི་སྡོམ་པས་གཏོང་རྒྱུ། དེ་ནས། དེ་ནས། ཀུན་དཀྲིས་དྲག་པོས་རྒྱུད་བསྐུལ་ནས་བྱས་པའི་རྩ་ལྟུང། དེ་བྱུང་བ་ཡིན་དུས་སྟོང་གྱི་བྱུང་བ་རེད། སྨོན་སེམས་གཏང་ས་བ་ཡིན་དུས་སྔགས་སྟོང་གི་རྩ་ལྟུང་ལྔ་པ་ངམ་གཉིས་པ། ལྔ་པ། དེ་མངོན་སུམ་བརྟགས་ན་ནི་རྩ་ལྟུང་ལྔ་བ་བྱུང་བ་རེད། དེ་ནི་ག་སོགས་རེད། བྱང་སྡོམ་གྱི་ཕམ་འདྲ་ཀུན་དཀྲི་དྲག་པོས་བཅད་པ་བྱུང་ན་དེ་ནི་བདེ་གཤེགས་བཀའ་འདིའི་རྩ་ལྟུང་བྱུང་བ་གཉིས་པ་བཅད་རྩ་སྔགས་སྡོམ་གྱི་རྩ་ལྟུང་ལྔ་བའམ་གཉིས་པ་བྱུང་བ་རེད་ཟེར་བ་རེད། ད་དེ་དུས་ག་ལ་དགེ་སློང་གི་སྡོམ་པ་གཏོང་གི་མ་རེད་དགེ་སློང་གི་སྡོམ་པའི་གཏོང་རྒྱུ་གང་ཡང་མ་བྱུང་བ་རེད་ཟེར་བ་དེ་དགེ་སློང་ཡིན་པ་རེད་ཟེར་བ་ཀོ། དཔེར་ན། བསླབ་གསུམ་པོ་རིམ་ཅན་དུ་བླངས་པའི་དགེ་སློང་གཅིག་གིས་ཟེར་བ་རེད། དེ་ནས། ད་ངས་སངས་རྒྱས་གོ་འཕང་ཐོབ་ཐུབ་བསམ། སངས་རྒྱས་གོ་འཕང་སེམས་ཅན་ཐམས་ཅད་ཀྱི་དོན་སངས་རྒྱས་གོ་འཕང་ཐོབ་དགོས་འདུག་བསམ་པ་དེ་བློས་ངས་ཡོང་ས་མ་རེད་བློས་བཏང་བྱ་བ། ཡང་ན། ཉོན་མོངས་ཤུགས་ཆེན་པོའི་རྒྱུད་ནས་ཀུན་ནས་བསླངས་པའི་བྱང་ཆུབ་སེམས་དཔའི་རྩ་ལྟུང་དང་འགལ་བར་བྱས་ན། དེ་ནི། སྔགས་སྡོམ་དང་བྱང་སྡོམ་གཏོང་གི་རེད་དེ་དགེ་སློང་གི་སྡོམ་པ་གཏོང་གི་མ་རེད་དགེ་སློང་ཡིན་པ་རེད་ཟེར་བ་རེད་ད་གསུམ་པ་རེད་བ་གསུམ་པ་ཨེ་ན། སྡོམ་དེ་རུ་གསུམ་པ་ག་རེད་གསུམ་པ་དེ་རུ་བ་དགེ་སློང་གི་སྡོམ་པ་དང་སྔགས་སྡོམ་གཉིས་བཏང་ནས་བྱང་ཆུབ་སེམས་པའི་སྡོམ་པ་མི་གཏོང་བ་ཅིག་ཡོད་རེད་ཟེར་བ་རེད་འདི་དཔེར་བརྗོད་ག་རེད་ཟེར་ན། སྡོམ་གསུམ་རིམ་ཅན་དུ་བླང་བ་དེ་འདས་པའི་དགེ་སློང་གིས་དགོས་ཆེད་ཁྱད་པར་ཅན་མེད་པར་དགོས་པ་དགོས་ཆེད་ཁྱད་པར་ཅན་གཙང་ན་མེད་པས་ལ་དགེ་སློང་གིས་ཕམ་པ་བཞི་སྤྱད་ན་དགེ་སློང་གིས་ཕམ་པ་བཞི། དཔེར་ན། མི་བསད་པ་ལྟ་བུ་གང་རུང་གཅིག་སྤྱད་པ་ཡིན་ན་ཟེར་བ་རེད། ཨ་ནི་དགེ་སློང་གི་འདོམས་པ་དང་དེ་ནི་སྔགས་ཀྱི་འདོམས་པ་གཉིས་ཀ་སྟོང་དྲུག་རེད་ཟེར་བ་རེད་ད་དེ་དུས་ག་རེད། ཁོ་ལ། དགེ་སློང་གི་འདོམས་པ་གཏོང་དགོས་རྒྱུ་མཚན་ག་རེད་ཟེར་དུས། ཨ་ནི་དགེ་སློང་གི་འདོམས་པ་ལ་ལྟོས་པས་དེ་ནི་མི་བསད་པའི་སྲོག་གཅིག་གི་ཕམ་པ་ལྟ་བུ་བྱུང་བ་རེད། སྔགས་ཀྱི་སྡོམ་པ་བྱུང་བ་རེད་ག་རེ་ཟེར་ན། སྔགས་སྡོམ་གྱི་རྩ་ལྟུང་གཉིས་པ་བདེ་གཤེགས་བཀའ་འདས་ཀྱི་རྩ་ལྟུང་བྱུང་བ་རེད་ཨ། དེ་དུས་བྱང་འདི་ག་སོགས་དགེ་སློང་གི་སྡོམ་པ་དང་དེ་ནས་སྔགས་ཀྱི་སྡོམ་པ་གཉིས་ཀ་གཏོང་གི་རེད་དེ། བྱང་ཆུབ་སེམས་དཔའི་སྡོམ་པ་གཏོང་གི་མ་རེད་ཟེར་བ་རེད། བྱང་ཆུབ་སེམས་དཔའི་སྡོམ་པ་མི་གཏོང་རྒྱུ་མཚན་ག་རེ། བྱང་ཆུབ་སེམས་དཔའི་སྡོམ་པ་མི་གཏོང་སྟེ། བྱང་སྡོམ་རང་གི། བྱང་སྡོམ། དེ། བྱང་སྡོམ་རང་གི་ཆོ་གའི་དང་པོར་ཐོབ། ཨ་ནི་མཐའ་མ། བྱང་སྡོམ་དེ་གཏོང་རྒྱུ་གང་ཟག་དེ་ལ་མ་བྱུང་བ་ཡིན་དུས། ཨ་ནི་བྱང་སྡོམ་ཡོད་པ་རེད་ཟེར་བ་རེད། ད་བཞི་པ་དེ་ར་བཞི་པ། དེ་ནས་སྔགས་སྡོམ་བཏང་ནས་འོག་མ་གཉིས་མི་གཏོང་བར་བྱེད་པ་རེད། འདི་ག་རེད་ཟེར་དུས། ད་དེར་དཔལ་ཆོས་སྡོམ་གསུམ་པོ་རིམ་ཅན་དུ་བླངས་པ་དེ་ལྟ་བུའི་དགེ་སློང་གིས། རྩ་ལྟུང་བདུན་པ་ཟེར་དུས། ཡོངས་སུ་མ་སྨིན་སེམས་ཅན་ལ་གསང་བ་འཕྲོག་པ་བདུན་པ་ཡིན་ཞེས་པ་རྩ་ལྟུང་བདུན་པ་ལྟ་བུ་ཡང་ན། ཕུང་པོ་སངས་རྒྱས་ལྔ་དང་ནི་དེ་ལ་མཉེས་པ་བརྒྱད་པ་ཡིན་ཞེས་པ་ལྟ་བུའི། བརྒྱད་པ། རྩ་ལྟུང་བདུན་པ་བརྒྱད་པ་ལྟ་བུ། སྔགས་ཀྱི་ཐུན་མོང་མ་ཡིན་པའི་རྩ་ལྟུང་རྣམས་སྐྱེས་པའི་ཚེ་སྔགས་ཀྱི་ཐུན་མོང་མ་ཡིན་པའི་རྩ་ལྟུང་རྣམས་འབྱུང་བའི་ཚེ། དེ་ནི། སྔགས་ཐུན་སྟོང་འགྲོ་གི་རེད་ག་རེ་ཟེར་ན། དེ་ནི་སྔགས་ཐུན་སྟོང་བ་དུས་དེའི་ཚེ་སྔགས་ཐུན་སྟོང་བྱེད་རྒྱུ་རྩ་ལྟུང། དེ་ནི་བདུན་པ་དང་བརྒྱད་པ་གང་རུང་འབྱུང་བ་ཡིན་པའི་ཕྱིར། ཡིན་ན་དེའི་སྐབས་སུ་སོ་སྐྱོན་སོ་ཐར་གྱི་སྡོམ་པ་དང་བྱང་ཆུབ་སེམས་དཔའི་སྡོམ་པ་མི་གཏོང། ག་རེ་ཟེར་ན། སོ་ཐར་གྱི་སྡོམ་པ་དང་བྱང་ཆུབ་སེམས་དཔའི་སྡོམ་པ་གཉིས་པོ་དེ་ཡིས་གཏོང་རྒྱུ་གང་ཡང་མ་བྱུང་བ་རེད་ཟེར་བ་རེད། ད་གཏོང་ཚུལ་ལྔ་པ་དེར་ལྔ་བ་དེ། སྡོམ་པ་གསུམ་ཅིར་དུ་ཉམས་སུ་བཏང་བ་གཏོང་བར་བཤད་པ་ནི་ཟེར་བ་རེད། དེ་ལྟ་བུའི་དགེ་སློང་གིས་སྨོན་སེམས་བཏང་ནས་སོ་ཐར་གྱི་ཕམ་པ་ཞིག་བཅད་པའི་ཚེ་གསུམ་ཅིར་གཏོང་སྟེ་ཟེར་ན། སྡོམ་གསུམ་རིམ་ཅན་དུ་བླངས་པ་དེ་ལྟ་བུའི་དགེ་སློང་གིས། དང་པོར། སྨོན་སེམས་བཏང། དེ་ནས། སོ་ཐར་གྱི་ཕམ་པ་བཞི་ནང་ནས་དཔེར་ན། དེ་ནས། མི་བསད་པ་ལྟ་བུ། ཡང་ན། དེ་ནས་མི་ཆོས་བླ་མེད་རྫུན་བཤད་པ་ལྟ་བུ། ཡང་ན། དེ་ནས་ག་ཚོད་མི་བཟང་སྤྱོད་བྱེད་པ་ལྟ་བུ། དེ་འདྲ་གང་རུང་ཅིག་སྤྱད་པའི་ཚེ། ཨ་ནི། དེ་འདྲའི་དགེ་སློང་དེས། རྒྱུད་ལ་ཡོད་པའི་སྡོམ་པ་སུམ་ཅུ་སྟོང་གི་རེ་ཟིག་བ་རེ། རྒྱུ་མཚན་ག་རེད་ཟེར་ན། དེ་ནས། རྒྱུ་མཚན་ག་རེ་ཟེར་ན་སྡོམ་པ་གསུམ་སྤྱིར་གྱི་རྩ་ལྟུང་ཁོང་ལ་བྱུང་ཚར་བ་རེད། སྡོམ་པ་གསུམ་སྤྱིར་ཁོང་ལ་རྩ་ལྟུང་བྱུང་ཚར་བ་རེད། དེའི་ནང་ནས་དགེ་སློང་གི་སྡོམ་པ་གཏོང་འགྲོ་བར་དེ་དུས་དགེ་སློང་གི་སྡོམ་པའི་གཏོང་རྒྱུ། མི་བསད་པ་ལ་སོགས་པའི་སྲོག་གཅོད་ཀྱི་ཕམ་པ་བྱུང་ཚར་བ་རེད། ཨ་ནི། བྱང་ཆུབ་སེམས་དཔའི་སྡོམ་པ་གཏོང་གི་རེད་ག་རེ་ཙམ་ནས་བྱང་ཆུབ་སེམས་དཔའི་སྡོམ་པའི་གཏོང་རྒྱུ་སྨོན་སུམ་བྱུང་ཚར་བ་རེད། སྔགས་ཀྱི་སྡོམ་པ་གཏོང་རོགས་རེད་དེ་དུས་དེ་ནས། སྡོམ་པ་འོག་མའི་རྩ་ལྟུང་ལ་བཅས་པ་ཡིན་དུས་སྔགས་ཀྱི་བདེ་གཤེགས་བཀའ་འདས་ཀྱི་རྩ་ལྟུང་བྱུང་ཚར་བ་རེད། བྱས་ཙང་སུམ་ཅིར་དུས་གཅིག་ཏུ་གཏོང་འགྲོ་གི་རེད་ཟེར་བ་རེད། ད་འདི་ཚོ་བློ་ལ་ཡོད་པ་ཡིན་ན་དེ་ནམ་རྒྱུན་ཉམས་ལེན་སྐབས་ལ་དཔེ་མི་སྲིད་ཁོ་ཆེན་པོ་རེད་རང་རྒྱུད་ལ་ཡོད་པའི། ཉམས་ལེན་སྐབས་ལ་གལ་ཆེ་ཤོས་དེ་སོ་སོའི་སེམས་ལ་བརྟག་དཔྱད་བྱེད་དགོས་འདུག་ཨ། སོ་སོའི་སེམས་ལ་བརྟག་དཔྱད་བྱེད་དགོས་དུས་དེ་ནི་རང་རྒྱུད་ལ་ཡོད་པའི་སྡོམ་པ་གསུམ་དེ་བདེ་སྡུག་དང་མ་སྡུག་འདི་རིམ་པ་བདུན་ནང་ལ་སྔར་ནང་ཚུད་དགོས་རེད། རང་ད། དེ་གསུམ་ལྡན་གསུམ་ལྡན་གང་ཟག་རེད་དེ་ཡོད་རེད། ག་རེ་ཟེར་གསུམ་ལྡན་གྱི་དགེ་ཚུལ་གསུམ་ལྡན་གྱི་དགེ་བསྙེན་ཡིན་ནའི་རེད་གསུམ་ལྡན་གྱི་དགེ་ཚུལ་ཡིན་ནའི་རེད་གསུམ་ལྡན་གྱི་དགེ་སློང་ཡིན་ནའི་རེད་རེད་དེ་ཡོད་རེད། བརྟག་དཔྱད་བྱེད་དགོས་དུས་སྡོམ་གྱིས་བློ་ལ་འགུག་གི་རེད་སྡོམ་བློ་ལ་འཁོར་བ་འདི་ཡག་ཤོས་རེད་དེ་ཡོད་རེད། གཏོང་འདུག་དང་མི་འདུག་བརྟག་ནས། དེ་རེད་དེ་ཡིན་གཅིག་མིན་གཅིག་འདི་གཏོང་རྒྱུ་ལྔ་དེ་བློ་ལ་ཟིན་ཐུབ་པ་ཡིན་ན་དཔེ་ཡག་པོ་ཡོད་རེད་དེ་རེད་དེ་ནི། ད་ང་ཚོ་མང་ཆེ་དེར་བ་གསུམ་ཆར། གསུམ་ཆར་མཉམ་དུ་ཐོབ་མཁན་དེ་མ་རེད་དེང་སང་མང་ཆེ་བ། དང་པོར་དགེ་བསྙེན་དེ་ནི་དགེ་ཚུལ་དེ་དགུ་ལོང་གཞུང་རྐྱང་རྐྱང་རེད། ཡང་ན་དང་པོར་དགེ་ཚུལ་མ་ཡང་ན་དེ་ནི་དགེ་སློང་མ་དང་དེ་ནི་གཞུང་དང་པོ་དེ་ནི་གཞུང་རྐྱང་རྐྱང་ཡིན་དུས་དེ་ནི་སྡོམ་གྱི་དགུ་རུ་བློ་ལ་བརྟག་དཔྱད་བྱེད་དགོས་དུས་ཨེ་ནི་རྩད་གཅོད་བཏང་དགོས་དུས་འདི་བློ་ལ་ཡོད་ན་ཡག་པོ་ཡོད་རེད་རིམ་བཞིན་དུ་འདི་ལྔ་དེ་རང་ལ་བྱུང་དུས་མི་དུ་བལྟ་ནས་དེ་རེད། འདི་ལ་བྱང་སེམས་བཏང་ནས་སྔགས་སྡོམ་ད་འདི་ལ་ཟེར་ཏེ། སྡོམ་པ་གཏོང་ཚུལ་འདི་ལ་ཟེར་བར་སྡོམ་པ་གཏོང་ཚུལ་འདི་ལ། བྱང་སེམས་ཀྱི་སྡོམ་པ་བཏང་ནས་སྔགས་སྡོམ་མི་གཏོང་བའི་མུ་ཙམ་ན་མེད་ཟེར་བར་ག་རེ་ཟེར་ན། བྱང་ཆུབ་སེམས་དཔའི་སྡོམ་པོའི་གཏོང་རྒྱུ་ལ་གཉིས་བཤད་ཀྱི་རེད་ཟེར་བར་ད་འདི་དབུ་སེམས་ཀྱི་ཆོ་ག་དང་འགྲིག་ནི། བྱང་ཆུབ་སེམས་དཔའི་སྡོམ་པོའི་གཏོང་རྒྱུ་ལ། ཡང་ན་སེམས་ཙམ་ལུགས་ལྟར་བྱས་ན། ཀུན་དཀྲིས་དྲག་པོས་རྒྱུད་བསྐུལ་ནས། བྱང་ཆུབ་སེམས་དཔའི། ཕམ་པ་བཞི་ལྟ་བུ་སྤྱད་པ། ཡང་ན། དབུ་མ་ལུགས་ཀྱི་སེམས་བསྐྱེད་སྤྱད་པས་ན་མངོན་སུམ་བཏང་བ་ལས་གཉིས་སུ་ངེས་པ་ལས་གཉིས་ཡིན་པས་ཁྱབ་པ་རེ་གཙོ་ཆེ་ཤོས་ཏེ། དེས་ན་ནི་དང་པོ། ཀུན་དཀྲིས་དྲག་པོས་དང་ཀུན་དཀྲིས་དྲག་པོ་ཟེར་ན་ཀུན་དཀྲིས་དྲག་པོ་དང་ཀུན་དཀྲིས་ཆེན་པོ་རེ་འདི་ཚང་མ་ཕྱིན་ཚར་བ་རེད། ཀུན་དཀྲིས་དྲག་པོས་བྱང་སེམས་ཀྱི་ཕམ་པ་སྤྱད་པ་ལ་ནི། བདེ་གཤེགས་བཀའ་འདས་ཀྱི་རྩ་ལྟུང་ཕོངས་སོ་བ་རེད། ག་རེ་ཟེར། སྡོམ་པ་འོག་མའི་རྩ་ལྟུང་ཕོག་ན། དགོས་པ་ཁྱད་པར་ཅན་ཡོད་མེད་སྐད་ཆ་མེད་རེད་བདེ་གཤེགས་བཀའ་འདས་རྩ་ལྟུང་ཡིན་པ་རེད་ཟེར་བ་རེད། ཨ་ནི་གཉིས་པ། དེ་ནི་སྨོན་སེམས་གཏོང་བ་ཡིན་ན། རྩ་ལྟུང་ལྔ་པ་བྱུང་ཚར་བ་རེད་ཟེར་བ་རེད། དེ་ནི། ལྷག་པར་དུ། བྱང་སྡོམ་བཏང་ན་སྔགས་སྡོམ་གཏོང་འགྲོ་གི་རེད། བྱང་སྔགས་སྡོམ་ཡང་བྱང་ཆུབ་སེམས་དཔའི་སྡོམ་པའི་བྱེ་བྲག་རེད་ཟེར་བ་ནང་ཚན་རེད་ཟེར་བ་རེད། དེའི་ཤིན་ཏུ་དགེ་སློང་ལ་སོགས་པའི། དགེ་སློང་ལ་སོགས་པའི་སོ་ཐར་རིས་བདུན་བཏང་ནས། དེ་ནས་བཏང་ནས་སྡོམ་པ་གོང་མ་ཉིད་མི་གཏོང་བའི་མུ། ཡོ་རེ་སོ་ཡོ་རེ་སྟེ། སྤྱིར་སོ་ཐར་གྱི་སྡོམ་པ་ཙམ་བཏང་ནས། སྤྱིར་སོ་ཐར་གྱི་སྡོམ་པ་ཙམ་བཏང་ནས། སྡོམ་པ་གོང་མ་ཉིད་མི་གཏོང་བའི་མུ་དེ་འདྲ་ཡོད་མ་རེད་ཟེར་བ་རེད། ག་རེ་ཟེར་ན། སྡོམ་པ་གོང་མ་གཉིས་པོ་དེ་སྤྱིར་སོ་སོའི་སྡོམ་པའི་སྡོམ་པའི་བྱེ་བྲག་རེད་ཟེར་བ་རེད། ལ་སོ།